ཨཱ་ནི། ད་རིང་རྣམ་པ་ཚོ་ལ་ཡང་འཁྱུགས་ཤིག། བྱས་བྱས་རྣམ་པ་ཚོ་སྙམ་དུ། ཨཱ་ནི་མདང་དགོང་གི། ཨཱ་ནི། ང་རང་ཚོ་འདེམས་ཐོན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཨཱ་ནི་ནིའུ་ཡོག་ལ་ཕེབས་རྗེས་གཏམ་བཤད་དང་འབྲེལ་བའི་ཐོག་ནས་ཨཱ་ནི་རྣམ་པ་ཚོ་ལ་ཡང་གསལ་བཤད་རེ་བགྲོ་གླེང་ལ་ན་རེ་ད་སོ་སོ་གི་བསམ་ཚུལ། ཁ་ཤས་ཤིག་ཞུ་འདོད་བྱུང་སོང། དེ་ཡིན་དུས་རྣམ་པ་ཚོ་ཚང་མ་སྐད་ཡག་པོ་གོ་དགོས་ས་རེད་ལགས་སོ། འོང་ད་སྐད་ཡག་པོ་གོ་དགོས་ས་རེད། གཙོ་བོ་དང་པོ་གསལ་བཤད་ཞུ་ཡས་དེ་ག་རེ་ཞུ་ཡས་ཞུ་ཡས་ན། ད་སོ་སོ་འགྲོ་བོ་ཅིག་ཡིན་པས་ན་དང་པོ། ད་ངོ་དེབ་ཀྱི་ཐད་གཏོང་ན་གླེ་ཡས་ཀྱི་གུ་རིམ་དེ་ཅིག་འགྲེལ་བཤད་བརྒྱབ་ན་བསམ་སོང། དེ་སྔ་བཀའ་ཤག་གོང་མ་སྐབས་ལ་ཨ་ནི་ཅིག་ཤེས་ཀྱི་མི་འདུག། ཨ་ནི་མང་པོ་ཅིག་གིས་ཨ་ནི་ད། ད་ནས་ཉིས་སྟོང་ཉིས་བརྩེགས་གཅིག་ནི། ཅིག། འདེམས་ཐོན་སྲིད་སྐྱོང་སྤེན་པ་ཚེ་རིང་སླེབས་ནས་བཤད་སྐྱོག་འགྲོ་བོ་ཅིག་མང་པོ་ཅིག་ལ་ཚོར་སྣང་ཡོང་གི་རེད་བསམ་གྱི་འདུག་ལ། ཡིན་པ་ཡིན་ནས། སོ་སོ་དེ་སྔ་ནི། ཤེས་ཐུབ་མཁན་ཅིག་དང། ཤེས་ཤེས་མཁན་ཅིག་ཡིན། ཡིན་པ་ཡིན་ནས་འདི་འདྲས་ཀྱི་ངོ་དེབ་ཐད་གཏོང་ནང་ལ་འདུག་ཟེར་དོན་ཅན་ཅིག་བཤད་བདེ་བ་ཡིན་ན། ང་རང་ཚོའི་སྤྱི་ཚོགས་འདི་འཁྲུག་ཐེབས་ཡོང་ད་ཡག་པོ་ཡོང་གི་མ་རེད། འདི་འདྲའི་བསམ་ནས་དེ་དེ་ངེས་ཅན་ཡིན་ད་བཟོ་པ་ཧོམ་ནས། སྤྱི་ཚོགས་ཀྱི་གནས་སྟངས་འདི་ཚོ་མཐོང་ན་ཅིག་ཁ་ལོག་རེད། ད་ངས་སྐད་ཆ་འདི་བཤད་ནས་ཕན་བ་ལས་གནོད་ཆེ་བ་ཡོང་གི་རེད་བསམ་བསམ་བློ་མང་པོ་ཅིག་ད་ང་རང་མི་དཀྱུས་མ་ཅིག་གི་ཆ་ནས་དེ་འདྲའི་ཅིག་བསམ་བློ་བཏང་ནས་ད་ད་ལྟ་བོ་དུ་དེ་བ་ཡིན། ཡིན་པ་ཡིན་ནས་ཉིས་སྟོང་ཉིས་བརྩེགས་གཅིག་གི་སྤྱི་ཟླ་གསུམ་པ་ལ་ཨ་ནེ་ང་རང་ཚོ་གི་བཙན་བྱོལ་སྒྲིག་འཛུགས་འདི་འབོ་ལུང་བས་ཀྱི་གནས་སྟངས་འདི་ཆགས་ཡོང་དུས། ཨ་ནི་སོ་སོ་སེམས་པ་མ་བཟོད་ཅིང། ཨ་ནི་དོན་དགུ་ཁྱེད་ཡི་གནས་སྟངས་གཅིག་གི་ཐོག་ནས་ཨ་ནི་ཐད་གཏོང་ལ་ལས་བཞག་པ་ཅིག་ཡིན་མ་གཏོགས། དེ་སྔ། སོ་སོ་གི་ཐད་གཏོང་ལ་མ་ཡོང་ངེས་ཏེ། སྒྲིག་འཛུགས་འདི་རྩ་ཆེར་རྩིས་ཆེ། ཨ་ནི་སོ་སོ་གི་བསམ་ཚུལ་ལས་སྒྲིག་འཛུགས་འདི་གལ་ཆེ་ཡང་དང་ང་རང་ཚོ་གི་མཐུན་སྒྲིལ་འདི་གལ་ཆེ་ཡང་དང་དེ་འདྲས་ལ་རྩིས་ཆེ། ཨ་ནི་མ་ལས་བ་ཡིན། ཡིན་པས་ནས་ད་ཉིས་སྟོང་ཉིས་བརྩ་གཅིག་གཅིག་གཅིག་གསུམ་པ་ནས་ཨ་ནི། གངས་བཙུགས་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ཁྲིམས་ཞིབ་པ་གསུམ་གྱི་ཁྲིམས་མཐུན་མ་ཡིན་པའི་ཐོག་ནས་འདུག། གཅིག་ང་རང་ཚོ་སྒྲིག་འཛུགས་འདི་གཏོར་ཡོང་དུས་བརྩམས་པ་ལ་ཨ་ནི་ད་སྒྲིག་འཛུགས་འདི་ལ་སྲུང་སྐྱོབ་ད་སྒྲིག་འཛུགས་འདི་གྱིས་ཆགས་ཆགས་ཀྱི་རོགས་རང་བཞིན་གྱི་དེ་ཡིན་དུས་བརྩམས་པ་ལ་འདི་འདྲིས་ཀྱི་གནས་སྟངས་གཅིག་གི་ཐོག་ནས་ཨ་ནི་སོ་སྲུང་ཐད་གཏོང་ལ་དོན་ཆེ་སྐད་ཆ་མ་བཤད་རང་བཤད་སེམས་ཀྱི་མ་བཟོད་ནས་ཨ་ནི་ཞེས་འགོ་བཙུགས་འོས་ཀྱི་གནས་སྟངས་བརྒྱུད་རིམ་སྡུག་ཞིང་ཆགས་པ་ཡིན་ལ་འདི་ད་ངས་འཕྲོད་བཞིན། མི་མང་ཚོས་མཁྱེན་རྟོགས་བྱེད་དོ། ཡང་མི་མང་རིགས་གཅིག་གིས་བསམ་གྱི་ཡོད་སྲིད་གི་རོ། ཁོ་དེ་སྔ་ཤེས་ཀྱི་མི་འདུག་ད་ལྟ་ཤེས་ཀྱི་འདུག་ཁ་ཇི་ནས་ཤེས་རེད་ལབ། དེ་སྔ་ཡི་བཀའ་བློན་གྱི་བྱེད་ཕྱོགས་ཚང་མ་འགྲིག་པ་ཅིག་ལ་བརྩི་གི་ཡོད་ལབ་ན་རྩ་བ་ཉིད་ནས། དེ་སྔ་ཁྲིམས་ཞིབ་པ་གྱི་ཐག་གཅོད་བྱེད་ཕྱོགས་ཀྱི་འདི་ཚོ་ལ་ཡི་འདོད་པ་མེད། ཉིན་པའི་ནི་གཅིག་ངོ་སྒོང་བརྒྱབ་སྐྱིན་པོས་བརྒྱབ་ནམ་རྒྱུན་བསྟུན་བྱིས་བ་ཡིན་ན་ད་སྤྱི་ཚོགས་འཁྲུག་ཐེབས་ཀྱི་རེད་དེ་འདྲིས་ཀྱི་བསམ་པའི་ཐོག་ནས་དེ་ལས་ང་རང་ཚོ་སྤྱི་ཚོགས་དེ་གས་ཆགས་ཅིག་སོ་སོ་གི་སེམས་ཀྱི་འདོད་པ་ལས་གང་ཅི་སྤྱི་ཚོགས་དེ་གས་ཆགས་ཅིག་རྩིས་བྱས་བཞག་བཞག་ཡིན་པ་དེ་འདྲིས་ཀྱི་ཐད་གཏོང་ལ་མ་སླེབས་བྱས་ཡིན་པས་ནི་སྤྱི་ཚོགས་ག་ལེར་སྐད་འཕྲིན་དྲ་རྒྱ་འདི་འདྲའི་ནང་སྐད་ཆ་བཤད་དེ་ཡིན་ཅིག་ཡིན། དེ་ཡིན་དུས་ཙམ་པར་དེ་འདྲ་གི་འགྱུར་བ་ཆེན་པོ་ཅིག་ཐེབས་རྗེས་ཨ་ནི་ཅིག་ཁྲིམས་ཞིབ་ཁང་གིས་བཙན་འཛུལ་བྱས་ཀྱི་གནས་སྟངས་དང་ང་རང་ཚོ་སྒྲིག་འཛུགས་དམངས་གཙོ་ཀ་བ་གསུམ་ནས་སྦོ་ལུག་སྒྲོལ་གྱི་གནས་སྟངས་འདི་འདྲ་ཅིག་ཡོང་དུས་ཙམ་པར་ལ་ཨ་ནི་སེམས་པ་གི་མ་སོ་ཅིག་ད་སྒྲིག་འཛུགས་ཀྱི་སྲུང་སྐྱོབ་ཅིག་དགོས་ཀྱི་གནས་སྟངས་ཅིག་མཐོང་གི་ཡོད་དུས་ཨ་འདི་འདྲའི་གི་བརྒྱུད་རིམ་ཅིག་གི་ཐོག་ནས་ཨ་ནི་ཐད་གཏོང་ལ་སླེབས་པ་ཡིན། ད་ད་ལྟའི་ཨ་ནི་སླེབས་པ་དེ་ནས་བཟུང་བྱས་ཨ་ནི་ང་རང་ཚོ་གི་སྒྲིག་འཛུགས་ཀྱི་ཕྱག་ལས་གནང་སྟངས། ག་རེ་ལ་འགྲིག་གི་མེད་པ་ཡིན་ན། སོ་སོ་གིས་ཤེས་ཀྱི་ཡིན་སོ་སོ་གིས་ག་རེ་གིས་ཤེས་པ་དེ། མཐོང་བ་དེ། ཤེས་གོ་བསམ་པའི་ཐོག་ནས་ཨ་ཐེ་ཐོང་ལ། ག་དུས་ཡིན་ན་སོ་སོའི་སེམས་ལ་དེ་འགྲིག་གི་མ་འགྲིག་པའི་ཚོར་སྣང་བྱུང་བ་ཡིན་ན་དོན་ནི་ཤེས་ཐིག་གི་ཡོད། དེ་འདུག་ཨ་ནི་རྣམ་པ་ཚུགས་ཀྱི་དེ་མཁྱེན་པ་གནང་ཐུབ་བ་ཡིན་ན་ཅིག་ཕན་ཐོགས་མ་ཡོང་ངས་བསམ་ནས་ཐོག་ནས་ཞུ་གི་ཡོད། དེ་འདུག་ད་མདང་དགོང་འགྲོ་བ་ཅིག་ཡིན་པ་ཡིན་ན། འདེམས་ཐོན་སྲིད་སྐྱོང་ནིའུ་ཡོག་ལ་ཕེབས་པ་རེད། ཨ་འཛིན་རིམ་དུས་ཞོགས་ཀྱི་ཆུ་ཚོད་བཅུ་བ་ནི་ཨ་ཉིན་གུང་ཆུ་ཚོད་དང་པོ་བར་དུ་མི་མང་གི་གཏམ་བཤད་དང་དྲི་བ་དྲིས་ལན་གྱི་གོ་སྒྲིག་ལུགས་སུ་གནང་ཡོད་རེད་བོད་རིགས་སྤྱི་མཐུན་ཚོགས་པའི་ཐོག་ནས་ཨ་ནི་ཨ་འཛིན་རིམ་ཐོག་མ་དེ་ཨ་ནི་བོད་རིགས་སྤྱི་མཐུན་ཚོགས་པའི་གི་ཚོགས་གཙོ་གི་གཏམ་བཤད་རེད་དེའི་རྗེས་ལ་ཨ་ནི་ཆང་ཨ་རི་སྐུ་ཚབ་དོན་གཅོད་ཀྱི་གཏམ་བཤད་རེད་ཨ་ནི་ཨ་ནི་ཆུ་ཆུ་ཚོད་བཅུ་དང་ཕྱེད་ཀ་ནས་ད་ཕེབས་རྗེས་འདེམས་ཐོན་སྲིད་སྐྱོང་གི་གཏམ་བཤད་དབུ་འཛུགས་གནང་སོང། ཨཱ་ནི། དེ་བདུན་སྲིད་སྐྱོང་གི་གཏམ་བཤད་དེ་ཆུ་ཚོད་བཅུ་གཉིས་ཆད་ཁ་སི་ལ་ད་དྲུ་བར་འགྲོ་བཞིན་ཆགས་རེད་ད། ཧ་ལམ་ཆུ་ཚོད་གཉིས་སི་གཏམ་བཤད་གནང་སོང། ཨཱ་ནི་དྲི་བ་དྲི་ལན་གི་གོ་སྐབས་དེ་ཆུ་ཆད་ཁ་མ་གཏོགས་ལྷག་ཡོད་མ་རེད་ཡིན་པ་ཨེ་ནས་དེ་བདུན་སྲིད་སྐྱོང་མཆོག་གིས། དྲི་བ་དྲི་ལན་དེ་གལ་ཆེན་པོ་བརྩི་བའི་ཐོག་ནས་ཆུ་ཚོད་ཆད་ཁ་གི་འཕར་འགྱངས་གནང་རོགས་བྱེད་སི་ལ་ནི་ད། ཆུ་ཚོད་གཅིག་གི་གོ་སྐབས་འགྲོ་བ་གཅིག་རག་རེད་ཀྱི་རོགས་བ་ཅིག་ཆགས་ཆགས་སོང། འདི་ལ་དེ་བདུན་སྲིད་སྐྱོང་གིས་གོ་སྐབས་གནང་བ་འདི་ལ་ཐུགས་རྗེ་ཆེ་ཞུ་ཡས་ཡིན། ཡིན་པ་ཨེ་ནས་ཁོ་རང་གིས་དེ་སྔ་གསུང་བ་ནང་བཞིན་གྱི། གྲྭ་ཅག་གི་སྐད་ཆ་ལ་ཉན་གྱི་མེད། ཡིན་ཡང་མི་བདུན་ལ་གླེང་བ་ཡིན་ན་དྲི་བ་ག་ཚོད་བཏང་བ་ཡིན་ན་ལན་རྒྱག་གི་ཡིན་ལས་འདི་མདང་དགོང་ལྟར་ཆགས་ཡོད་དམ་མེད་རྣམ་པ་ཚོ་ཚང་མས་ཀྱིས་གཟིགས་བསྡད་ཡོད་རེད། དེ་ཡིན་དུས་མདང་དགོང་གི་གཏམ་བཤད་ཀྱི་བརྒྱུད་རིམ་ནང་ལོགས་ལ་ཡིན་པ་ཡིན་ནའི་ད་ང་རང་ཚོ་གི་འགོ་ཁྲིད་འདི་ད་ང་རང་ཚོ་གི་འཐབ་རྩོད་ལ་གལ་ཆེན་པོ་ཞིག་ཅིག་ཆགས་ཀྱི་ཡོད་རེད། དེ་ཡིན་དུས་ང་རང་ཚོ་གི་འགོ་ཁྲིད་འདི་ག་འདྲས་ཀྱི་ཡོད་ཆགས་གཞི་ག་འདྲས་འདུག་ལས་དོན་ག་འདྲས་གནང་ས་རེད། འདི་གི་ཕྱག་ལས། འཆར་སྣང་ག་འདྲེ་འདུག། མ་འོངས་པ་ག་འདྲེ་ཡུང་ས་རེད་ལ་ཡེ་འདི་ད། ང་རང་ཚོ་ཚང་མས་ར་གིན་ཡོད་འདི་གི་ཡོད་རེད་བརྟག་དཔྱད་བྱེད་ཡེ་འདི། འདི་ཡིན་འདུག་མི་མང་གི་འགོ་ཁྲིད་ལ་དྲི་བ་བཏང་ཡེ་འདི་དམངས་གཙོ་གི་འགྲོ་སྟངས་རེད། ཨ་ནི་དམངས་གཙོ་དང་མཐུན་པ་ཆགས་ཀྱི་ཡོད་རེད་ཨ་ནི་མི་མང་གི་ལས་འགན་ཡེ་ཆགས་ཀྱི་ཡོད་རེད། མི་མང་གི་འགན་མ་འཁྱེར་བ་ཡེ་ན་དྲི་བ་བཏང་ཡེ་ཡོད་མ་རེད། མི་དམངས་ཀྱི། མགོ་ཁྲིད་ཀྱི་ལས་ཀ་བྱེད་ཕྱོགས་ལ་དོ་སྣང་མ་འདྲེས་བ་ནི་དྲི་བ་བཏང་ཡས་ལམ་འགག་ཡོང་གི་མ་རེད་དྲི་བ་བཏང་ཤིང་གི་མ་རོ། དེ་ཡིན་དུ་སོ་སོ་མདང་དགོང་ཕག་འགྲོ་དགོས་ཏེ། འདེམས་ཐོན་སྲིད་སྐྱོང་གི་ཕྱག་ལས་གནང་ཕྱོགས་དང་འབྲེལ་བའི་ཐོག་ནས་སོ་སོ་འདུག་སྲིད་བ་དང་འགའ་འདུག་འགྲོ་ཡིན། ཡིན་པ་ནས་རིགས་གཅིག་གི་ལྟ་སྟངས་དེ་ག་འདྲས་བསྟན་གྱི་ཡོད་རེད་ལབ་ན། ད་ཁོ་སླེབས་སོང་གག་པ་རྒྱ་གར་ལས་རེད་ཁོ་ག་དུས་ནས་སྐྱོན་བརྗོད་བྱེད་ཀྱི་ཡོད་རེད་ཅིག་མང་པོ་ཤེས་ཀྱི་ཡོད་རེད། འདིའི་ཐོག་ལ་ངེད་ཀྱིས་གསལ་བོ་ཅིག་ཞུ་ཡས་ཅིག་ལ། ང་ཚོ་མདང་དགོང་དྲི་བ་བཏང་ག་སླེབས་མཁན་དེ་ཚོ་གིས་དྲི་བ་ལ་ཅིག་གཟིགས་པ་ཡིན་པ་ཡིན་ན། ང་ཚོས་སྐྱོན་བརྗོད་བྱེད་ག་སླེབས་འདུག་ད། བོད་རྒྱ་གར་དང་མི་རིགས་ལ་བསམ་བློ་བཏང་ནས་རྩ་དོན་ཆེད་དུ་དྲི་བ་གཏང་ག་སླད་དུ་དྲི་བ་ནི་ཁ་སེར་བོ་ཆགས་ཡོད་ཀྱི་རེད་བསམ་གྱི་འདུག་དེ་ཡིན་དུས་བརྩམས་པ་ལ། ང་ཚོ་གིས། འགྲེམས་སྟོན་སྲིད་སྐྱོང་ལ་སྐྱོན་བརྗོད་བྱེད་ཡས་ཅིག་དང། འགྲེམས་སྟོན་སྲིད་སྐྱོང་གིས་ད་ག་ལོག་རེད་རྒྱབ་སྐྱོར་མཐའ་གཅིག་ཏུ་རྒྱབ་དགོས་ནི། དེ་སྔ་འོས་ཤོག་སྐབས་ལ་མཐའ་གཅིག་ཏུ་རྒྱབ་སྐྱོར་བྱེད་བསྡད་མཁན་དེ་ཚོ་ལ་སྐྱོན་བརྗོད་བྱེད་ཡས་དུས་སླེ་བ་ཡིན་པས་ན་ང་ཚོ་གིས་དྲི་བ་དེ་ཚོ་དྲས་སླེ་གྱི་མ་རེད་ད་གོ་ང་ཚོ་གིས་དྲི་བ་བཏང་བཞག་ཡས་དེ་ཚོ་ཆགས་ཀྱི་ཡོད་མ་རེད། དེ་ལས་ལྷག་ཡས་དྲི་བ་བསྐྱར་ཟློ་མང་པོ་ཡོད་རེད་ད། དྲི་བ་བརྒྱ་ལས་བརྒལ་བ་བཏང་ཡོད་པར་བལྟ། ནག་པོ་ཤེས་ཡོད་ན་ཀྱག་ཀྱག་བྱེད་ཀྱི་དྲི་བ་དང་རྩ་མཐུན་དང་འབྲེལ་བ་མེད་པས་ད་གང་ཟག་ལ་དམིགས་ནས་དྲི་བ་བཏང་ཡོད་ནི། ཀྱག་ཀྱག་བྱས་ནས་དྲི་བ་བཏང་ཡོད་པ་ན་དྲི་བ་མང་པོ་ཞུ་བར་བལྟ། ང་ཚོ་ཚེ་གོག་མ་རེད། ཅི་ལྕོགས་དྲ་རྒྱ་སྔོག་བལྟ། ཁང་བདེ་བར་བལྟ། ཡིན་ནའི་ང་ཚོ་འདི་ནས་རྩ་བ་གཉིས་ལག་པ་འཆང་ཡོང་མ་རེད། ང་ཚོ་གི་མདང་དགོང་དྲི་བ་བཏང་བྱ་རྒྱུ་འདི་བོད་སྤྱི་བ་རྩ་དོན་རང་ལ་བོད་ཀྱི་ལོ་རྒྱུས་རེད། བོད་ཀྱི་མ་འོངས་མདུན་ལམ་རེད། དེ་ཚོ་ལ་བསམ་བློ་བཏང་ནས་རྒྱ་བ་རིན་པོ་ཆེ་གི་ཡང་སྲིད་ཀྱི་གནད་དོན་དང་འབྲེལ་བའི་རེད། དངོས་གནས། དེ་འདྲས་ཀྱི་ཐོག་ལ་ང་ཚོ་གིས་དྲི་བ་བཏང་བ་མ་གཏོགས་ཨ་ནི་ཁོང་སྤེན་པ་ཚེ་རིང་སྒེར་གཅིག་ལ་གནག་གནག་བྱས་ནས་དྲི་བ་གང་ཡང་བཏང་མེད། འདི་དང་པོ་མི་མང་ཚོ་གིས་མཁྱེན་དགོས་དཔེ་གལ་ཆེན་པོ་རེད་བསམ་དགོས་དོན་འདི་ཡིན་དུས་བསམ་པ་ལ་དྲི་བ་བཏང་མཁན་སུ་ཡིན་པ་ཡིན་ནི། དྲི་བ་ལ་བལྟ་བྱེད

རྒྱ་གར་རིན་པོ་ཆེན་གྱི་བཀའ་དྲིན་དྲན་གོ། རྒྱ་གར་རིན་པོ་ཆེན་གྱི་དགོངས་པ་རྟོགས་དགོས་ཀྱི་ཡོད། དེ་འབྲེལ་གྱི་ལམ་སྟོན་བཀའ་སློབ་ཐེངས། རྒྱ་གར་རིན་པོ་ཆེན་གྱི་དགོངས་པ་རྒྱ་ཆེ་ས་ནི་ང་རང་ཚོ་གིས་རྟོགས་དང་མ་རྟོགས་ཀྱི་གནས་ཚུལ་ཐ་དད་རེད། ཡིན་ན་ནི་རྒྱ་གར་རིན་པོ་ཆེན་གི་དགོངས་པ་གྱི། ཡང་ཡང་གསུང་བདེ་གི་བཀའ་སློབ་ག་རེ་ཡོད་རེད་བཟང་སྤྱོད་ལས་འདིར་ད་བཟང་སྤྱོད། བོད་མི་སྤྱི་བཟང་སྤྱོད་ཡ་རབས་བཟང་སྤྱོད་ལས་འདི་གལ་ཆེན་པོ་ཡིན་པ་དུས་རྟག་ཏུ་གསུང་བདེ་འདི་རེད་ད་འདི་འདི་བཀའ་སློབ་འདི་ལ་བསམ་བློ་བཏང་བ་ཡིན་པ་ཡིན་ནི་ང་རང་ཚོ་འདེམས་མདུན་སྲིད་སྐྱོང་མཆོག་གིས་ད་དགོང་བཀའ་སློབ་ནང་ལ་བཟང་སྤྱོད་ག་ཚོད་འདུག་ཁོ་རང་ལ་རྒྱབ་སྐྱོར་གནང་བདེ་གལ་འདི་ཚོ་གི། མདང་དགོང་གི་སྐད་བརྒྱ་སྟངས་ལ་བཟང་སྤྱོད་ག་ཚོད་འདུག། དེ་ཚོ་འཕྲད་དེ་ང་རང་ཚོ་བསེ་བོ་མཁྱེན་དགོས་ཀྱི་རེད་བསམ་གྱི་འདུག། ད་མདང་དགོང་བཀའ་སློབ་རིང་པོ་ཞུ་ཅིག་གནང་ཡོད་རེད། ཨ་ནི་བཀའ་སློབ་ནང་ལོགས་ལས། ཨ་ནི་དྲི་བ་དྲིས་ལན་སྐབས་ལ་ཡང་ཐེ་བ་དཀའ་མི་མང་པོ་ཅིག་ད་དེབ་མདུན་སྲིད་སྐྱོང་གི་བཀའ་སློབ་མང་པོ་ཞུ་ཅིག་ཕེབས་ཀྱི་ཡོད་རེད་བཀའ་སློབ་དེ་ཚོ་ཚང་མ་གཞིས་ནས་གསུང་བའི་སྐབས་ལ་ཨ་ནི། ཁ་དེ་ག་ནག་ལ་བསྐོར་རྗེས་ཤེས་དགོས་ཀྱི་ཡོད་བ་དང། ཨ་ནི་བོད་པ་ནང་ཁུལ་མཐུན་སྒྲིལ་དགོས་ཀྱི་ཡོད་བ། ག་བ་རིན་པོ་ཆེ་དགོངས་པ་བསྒྲུབ་དགོས་ཀྱི་ཡོད་བ་གསུང་གི་ཡོད་རེད། ཡིན་པ་ནི་གསུང་བ་གཞི་བཟུང་གིས་ལག་ལེན་ལ་བཀལ་བྱས་ཕེབས་ཀྱི་འདུག་དང་མི་འདུག་ལྟ་ཡ་དེ་ང་རང་ཚོ་གིན་ཡ་ད་དེ་ང་རང་ཚོ་བོད་མི་ཚོ་གིན། ཁོ་རང་གི་བཀའ་མོལ་གསུང་ཕྱོགས་དེ་ནང་བཞིན་ལག་ལེན་བསྟར་གྱི་འདུག་དང་མི་འདུག་ལྟ་ཡ་གིན་ང་ཚོས། འདི་བགྱིས་ཡིན་ཡོད་པའི་ཐོག་ནས་དྲི་བ་དང་ག་དྲུག་གཡོལ་རོགས་དང། ཁོ་རང་གིས་འདི་འདྲས་གནང་སོང་དཔེ་ན་ཆ་བཞག་པ་ཡིན་ན་བོད་འདི་རྒྱ་མི་ཆ་ཤས་རེད་ལ་ཡ་དེ་ཀ་མེད་དུ་འདུ་བྲལ་ཏེ་ད་ལྟ་བར་དུ་གོང་ས་མཆོག་གི་གསུང་མྱོང་ཡོག་མ་རེད་ཁོ་རང་གི་གསུང་རེད་དེ་ཡིན་དུ་འདི་ཚོ་འདྲས་གང་ཟག་སྤེན་པ་སི་རིན་གེར་ལ་གནག་གནག་ཅིག་གིས་དྲི་བ་མར་བ་དེ་ཚོ་འདྲས་ང་རང་ཚོ་གི་འཐབ་རྩོད་ཀྱི་དྲི་བ་ཅིག་ཆགས་ཀྱི་ཡོད་རང་གནད་འགག་ཅིག་གི་ཐོག་ནས། དེ་འགྲིག་གི་དྲི་བ་གནད་འགག་ཆེན་པོ་འདི་ནས་ཡོད་རེད་དེ་ཨ་ནི་ལན་ག་འདྲའི་འགྲོ་བ་ཞིག་གནང་ཡོད་རེད་ད་ལྟ་བར་དུ་ལན་འདི་ཁ་གསལ་བོ་ཡོད་མ་རེད་ད་ད་འདི་ཚོ་བྲིས་ཏེ་བཀའ་མོལ་གསུང་དགོས་ཡས་ཆགས་ཀྱི་ཡོད་རེད་གསུང་དགོས་ཡས་ཆགས་ཀྱི་ཡོད་མ་རེད་དེ་ཚོ་བྲིས་ཏེ་དགོངས་པ་ཡག་པོ་བཞེས་བར་ངོ་ནས་རྒྱབ་སྐྱོར་བྱེད་མཁན་ཚོ་གི་ཡིན་པ་ནི་ང་ཚོ་གི་ཁོ་ལ་གཅིག་གཞི་མེད་ཀྱི་སྐྱོན་བརྗོད་འགྲོ་བ་ཅིག་དང་འདི་འདྲི་བྱེད་ཀྱི་ཡོད་ཨེ་ན། ཤེས་ཆོག་གི་རེད་ཚུལ་ཁུངས་ལུང་རྒྱུ་མཚན་དང་ལྡན་པའི་ཐོག་ནས་བཀར་ཆོག་གི་རེད། དེ་འདྲི་གང་ཡང་མེད་པ་ཐོག་ནས་དངོས་གནས་ང་ཚོ་གི་རྒྱུ་མཚན་ཁོ་རང་གི་ག་རེ་ཤེས་བྱ་བ་དེ་ཚོ་མ་ཤེས་ཡོང་དུ་སྐད་རྒྱག་འོང་གི་འདུག་དེ་ཚོ་དེ་ཞབས་འདྲེན་རེད། ཞིག་ཡོད་རེད་ཁོ་རང་ཚོ་གི་འོ་ཤོག་བླུགས་རེད་མགོ་སྒྲིག་བསྐོས་རེད་ད་མགོ་སྒྲིག་འདི་ད་ལྟ་བར་དུ་ཉམས་མྱོང་ཡོད་ལེགས་ཡོད་རེད་བཙན་བྱོལ་བོད་མི་སྒྲིག་འཛུགས་ནང་ལོ་ཉི་ཤུ་ཉམས་མྱོང་ཡོད་རེད་ཁོས་འཇོན་གི་རེད་ཁོ་ལ་དྲི་བ་ག་ཚོད་བཏང་ན་ཡི་ལིང་ཚ་ཐག་ཆོད་རྒྱག་གི་རེད་ད་ནི་ཞིག་ཡོད་རེད་ད། ཡིན་པ་ཡིན་ན་ད་མདང་དགོང་བཀའ་སློབ་ག་འདྲའི་ཕྱིས་ཕེབས་སོང། མི་མང་གི་དྲི་བ་ལ་ལན་འདེབས་ག་འདྲའི་ཕྱིས་གནང་སོང་ད་ང་རང་ཚང་ཚང་ཚང་མིག་གི་མདང་དགོང་མཐོང་བསྡད་ཡོད་རེད་འདི་གཅིག་རེད། གཉིས་པ་དེ་ཁོ་རང་གི་བཀའ་སློབ་གནང་བའི་བརྒྱུད་རིམ་ལ། ང་རང་ཚོ་ལ་མི་མང་ལ་ག་འདྲས་སུ་མགོ་སྐོར་མགོ་སྐོར་གཏང་གི་འདུག་དེ་ཚོ་མཁྱེན་དགོས་དཔེ་གལ་ཆེན་པོ་རེད། ངས་ཁོ་ལ་གནག་གནག་ཅིག་ཤེས་ཁུལ་མ་གཏོགས་ཁོ་རང་ག་རེ་ཤེས་བ་དེ་ངས་འགྲེལ་བཤད་བརྒྱག་གི་ཡོད། ཁོ་རང་གིས་ག་རེ་ཤེས་ཡོད་རེད། གཞུང་གཞུང་ཞབས་ཟུར་པ་དེ་ཚོ། ངས་རྡ་རམ་ས་ལ་ནས་ཕེབས་ཞོར་ལ་ནས་བཀའ་བཏང་མེད་ད་བསམ་ཤེས་ཀྱི་ཡོད། ཡིན་པ་ཡིན་ནས། བོད་ས་གནས་བོད་རིགས་སྤྱི་འཐུས་ཚོགས་པ་ཚོགས་གཙོ་གིས་གསལ་བསྒྲགས་ག་འདྲས་བཏང་སོང་ད་ངས་ཁྱེད་རང་ཚོར་དཔང་རྟགས་ཚུལ་དུ་འདི་སྟོན་འོར། ད་རིག་ག་ཚ་དཔང་རྟགས་འདི་གལ་ཆེན་པོ་ཞུ་ཞེས་རྩིས་ཀྱི་འདུག་འདི་ཡིན་དུས་ངས་དཔང་རྟགས་འདི་མ་སྟོན་པ་ཡིན་ན་ཡག་པོ་མི་འདུག། སྐར་མ་གཅིག་བཞུགས་གནང།

དུས་ཚོད་གཅིག་རེ་ཉི་མ་གཅིག། ད་འདི་ཚོ་འདྲིས་ག་རེ་བསྟུན་གི་ཡོད། དེ་ཚོ་ཡག་པོ་མ་རོ། དེ་ཡིན་དུས་ཙམ་པ་ལ་ང་ཚོ་གི་མ་འགྲིག་བ་དེ་འགྲིག་གི་མི་འདུག་ལས་དེ་དམངས་གཙུག་གི་ལས་འགན་ཆགས་ཀྱི་ཡོད་རེད་མི་མང་གི་འགན་འཁྱེར་གྱི་ཡོད་རེད། དེ་དང་མཉམ་དུ་ད་ད་ལྟ་ཁོ་རང་གི་ག་རེ་བྱེད་ཀྱི་ཡོད་རེད། འགྲེལ་བཤད་མང་པོ་རྒྱག་ཚར་བཅའ་ཁྲིམས་གང་ལ། ཁྲིམས་གང་ལ་འགྲེལ་བཤད་མང་པོ་རྒྱག་རེད་ད་མདང་དགོང་ང་ཚོ་ངེད་ཡོད་ལག་ཡོད་རེད་མདང་དགོང་ངེད་ཡོད་ལག་ཡོད་རེད། ང་ཚོའི་ལ། གཞས་ནི་གསུང་བ་ནང་བཞིན་གྱི་དྲི་བ་གཏང་ཡི་གི། གོ་སྐབས་སྤྲི་གི་མི་འདུག་ལ་ཡི་དེ་འདིར་ད། དྲི་བ་མང་པོ་ཞུ་གི་ཡོད་རེད། ཡིན་ནས་དྲི་བ་རྐང་གཉིས་མ་ཞུ་ཡོད་མ་རེད་གོ་སྐབས། འདི་ཡིན་དུས་ད་བཤད་ས་རག་གི་ཡོད་མ་རེད་ཁ་སང་ངེད་ལགས་སོ། བོད་འདི་རྒྱ་ནག་ཆ་ཤས་རེད་ལས་འདི་ངས་ཁ་ཚང་ཐད་གཏོང་ལས་ཤེས་དགོས་རྒྱུ་མཚན་འདི་ཡིན་ག་ལ་ན་ང་ཚོ་མི་མང་རེད་བདུན་ལས་ལས་ནི་དྲི་བ་བཀོལ་བའི་ནི་དྲི་བ་བཀོལ་ཡས་གཉིས་མ་གཏོགས་རང་གི་མ་རེད་དེ་ཡིན་དུ་འདི་བྱས་ནི་ངས་ཤེས་གི་ཡོད་ལས་འདི་རྒྱུ་མཚན་འདི་རེད་ད་ད་ཁ་ཚང་དྲི་བ་གཉིས་མ་ཞིག་བཀོལ་ཡས་རང་མ་རེད་ད་ཁོ་རང་གི་བཀའ་མོལ་གནང་བའི་བརྒྱུད་རིམ་ལ་དྲི་བ་མང་པོ་ཞུ་ཡས་རེད་ཁ་ཕ་ལ་བལྟ་དགོས་རེད་རོ་རྒྱ་ནག་ལ་བལྟ་དགོས་རེད་གསུང་གི་ཡོད་རེད། རོ། མིན་པ་ནི་ཁ་ཚུལ་བསྐོར་མཁན་དེ་ཚོ་ལ་སློབ་གསོ་ག་རེ་རྒྱག་རེད་ངས་དཔེ་གཅིག་བཞག་པ་ད་དྲི་བ་ཡོད་དམ། ཉེ་ཆར་ཨོ་ལོམ་པིག་སྐབས་ལ་རང་ང་རང་ཚོ་གི་འཐབ་རྩོད་པ་དེ་ཚོ་གིས་རྒྱ་ནག་ལ་ཁ་བཏགས་ཡར། ང་རང་ཚོ་བཙན་བྱོལ་བོད་མིའི་སྒྲིག་འཛུགས་འདི་དབུ་མེད་ལམ་གྱི་སྲིད་བྱུས་ཡིན་ཞེས་ལེགས་ཡོད། ད་ལྟའི་ང་རང་ཚོ་འདེམས་ཐོན་སྲིད་སྐྱོང་དེ་དབུ་མེད་ལམ་གྱི་རྒྱལ་སྲས་ཡིན་ཞིག་ཡོད། ཡིན་ནས་ནིའུ་ཡོག་ནས་དབུ་མེད་ལམ་གྱི་ཚོགས་པ་གི་ག་རེ་ཁ་ག་བ་ལ་བལྟས་སོ། དེ་ཚོར་ལམ་སྟོན་ག་རེ་གནང་ཡོད། དེ་ཚོ་དྲི་བ་ཡོད་རེད། གོ་སྐབས་ཡོད་མ་རེད། ལམ་སྟོན་གན་གནང་མ་སོང་ཡང་དང་གོ། ཁ་ཕག་བཏགས་པ་རེད་ལ་ཡོད་ཀྱི་མ་གཏོགས། དེ་ཡིན་དུས་ང་ཚོ་དམངས་ལ། བཀའ་མོལ་གསུང་དུས་རྩམ་པ་ལ་འདུག་གདེང་ནི་མ་བཞག་བྱས། བཀའ་མོལ་གསུང་བ་ནང་བཞིན་གྱི་ལམ་སྟོན་ཡོད་པའི་ཐོག་ནས། གསལ་བཤད་ཡོད་ན་གསལ་བཤད་ཁ་གསལ་བོ་འདུག་གནང་དགོས་ཏེ་གལ་ཆེན་པོར། དེ་འདྲ་གང་ཡང་ཡོད་མ་རེད། ཨ་མཐུ་འདི་ག་འདྲས་བཟུང་གི་རེད་ད། གཡུག་བཞག་རེད་ད། ཁ་ཕར་བལྟ་དགོས་རེད། ཁ་ནང་ལ་བསྐོར་ཡས་མ་རེད་ལ་ནི་ཤེས་ཀྱི་ཡོད་རེད་དེ། ཁ་ནང་བསྐོར་མཁན་དེ་སུས་བསྐོར་འདུག། དེ་ཚོ་ལམ་སྟོན་ག་རེ་གནང་ཡོད་ར། དེ་ཚོ་ང་ཚོ་མི་མང་མཁྱེན་གྱི་ཡོད་ར། མཐོང་གི་ཡོད་ར། དེ་ཡིན་དུ་མཐོང་གི་ཡོད་ཙང་མི་མང་མདུན་ལན་དྲི་བ་བསྐོར་གྱི་ཡོད་ར་ད། ཡིན་ནས་དྲི་བ་ཆ་ཚང་བ་ཁོ་རེ་གི་གོ་སྐབས་ཡོང་མ་སོང། དེ་ཡིན་དུས་རྩོམ་པ་པོ་བཀའ་མོལ་གྱི་ཡ་མ་འགྲོ་དུས་འགྲོ་སྟངས་ལ་ཅིག་ལྟ་གཟིགས་དར་བ། དངོས་ནས་མགོ་ནས་བཤད་རྒྱུ་དེ་རྐུབ་ལ་ཐོན་རྒྱུ་ཡོད་མོད་རྐུབ་ལ་བཤད་རྒྱུ་དེ་གང་མགོ་ཐོན་རྒྱུ་ཡོང་མ་མཐའ། གྲོས་ཚོགས་ནང་ད་ག་རང་ད་ད་ངོ་ག་རེ་བྱེད་ཡོད་རེད། ཁྲིམས་དཔོན་གསུམ་ལ་ཉིད་ཀྱི་གྲོས་ཚོགས་ནང་ལ་ལབ་ཡིན་ཟེར་ཡོད་ད། གྲོས་ཚོགས་ནང་ལ། ཁྲིམས་དཔོན་གསུམ་ལ། ད་ད་ལྟའི་བཀའ་ཤག་གི་ངོས་ནས་ལངས་ཕྱོགས་བརྟན་པོ་ཡིན། ཨོ་ཁྲིམས་དཔོན་གསུམ་ངོས་ལེན་ལར། གྲོས་ཚོགས་ནང་ལོགས་ལ་ངས་དགོངས་སེལ་ཞུ་ཡི་ལར་ཁྲིམས་དཔོན་གསུམ་ལ་ལ་ཡང་ན་ངས་དགོངས་དག། བཅའ་ཁྲིམས་རྣམས་ཁྲིམས་དཔོན་ལབ་ཆོག་གི་མིན་ཐོ། དེ་ནས་མི་མང་གིས་འདི་འདྲ་བཤད་འགྲོ་གི་ཡོད་རེད་ད། དེ་ཚོ་དེ་ཁ་འཁྲུག་ཐེབས་ཀྱི་ཡོད་རོ། གྲོས་ཚོགས་ནང་ལ་སྐད་ཆ་ཅིག་བཤད་ཀྱི་ཡོད་རེད་མི་མང་ལ་ཚུར་ལས་ནས་སྐད་ཆ་ཅིག་བཤད་ཀྱི་ཡོད་རེད། རོ། གསལ་བསྒྲགས་ཅིག་གླེང་གི་ཡོད་རེད། ཨ་མཚོན་ཆོས་འདི་ལ་ཡང་བཀའ་སློབ་གནང་འདུག་ག་ལ། སྲིད་སྐྱོང་གི། ཞལ་འབག་ཅིག་ཞིག་ཡོད་རེད་བོད་རིགས་སྤྱི་འཐུས་ཚོགས་པའི་གསལ་བསྒྲགས་ཅིག་ཞལ་འབག་ཅིག་བཏང་ཡོད། དེ་ཚོ་དེ་ག་འདྲས་གསུང་མཁན་ཨོ། དེ་དུས་ག་ལ་དྲི་བ་བཏང་ཡོད་རོ། ང་རང་ཚོ་དྲི་བ་བཏང་མཁན་ཅིག་གི། ཟུར་པགས་སྐད་བཏང་ཡས་དེ་གི་དམིགས་ཡུལ་གང་ཡིན་ལབ་དུས་ཙམ་པ་ལ་དམིགས་ཡུལ་གང་ཡང་མེད་དེ་ངས་སྐད་བཏང་མེད་ལབ་ནས་འགྲེལ་བཤད་རྒྱག་དང། དེ་ལན་དེ་དངོས་གནས་མར་དོ། ཁོ་རང་གི་སྐད་བཏང་དོ་ཡིན་ན་སྐད་བཏང་མེད་ལ་ཡས་དེ་སྐྱག་རྫུན་རོ། བྱ་བ་རིན་པོ་ཆེའི་དགོངས་པ་ཆུང་ཆུང་འདི་སྒྲུབ་ཐུབ་ཀྱི་ཡོད་མ་རེད་དམ་དོག་དོག་བྱས་ན། འདིར། གཏམ་བཤད་ནང་ལོགས་ལ་ཆུ་ཚོད་ཕྱེད་ཀ་ཟིག་བྱ་བ་རིན་པོ་ཆེའི་བཀའ་དྲིན་དྲན་དགོས་ཀྱི་ཡོད། དགོངས་པ་སྒྲུབ་དགོས་ཀྱི་ཡོད། ཨོ། དགོངས་པ་རྟོགས་དགོས་ཀྱི་ཡོད། སུ་གི་རེད་ཉིད་ཀྱི་དགོངས་པ་རྟོགས་ཀྱི་ཡོད་ཀྱི་རེད་བསམ། ཡིན་པ་ཡིན་ནའི་ཆུང་ཆུང་འདི་འདྲས་ཅིག་རྟོགས་ཐུབ་ཀྱི་མི་འདུག་ཨ་ད། ད་སོ་སོ་གི་ཁེ་ཕན་ཆེད་དུ་ད་འདི་འདྲས་སྐྱག་རྫུན་བཤད་ཀྱི་ཡོད་ཆུང་ཆུང་བཤད་དགོས་ཡོད་མ་རེད། ཟུར་པ་སྐད་བཏང་ཆོག་གི་རེད། འདེམས་བསྡུའི་སྲིད་སྐྱོང་གིས་སོ་སོའི་ལས་དོན་གྱི་ཚགས་ཚུད་ཡོང་བའི་ཆེད་དུ་ཟུར་པ་ཚོ་ཕེབས་རོགས་བྱས་ཐོན་རྒྱུའི་གོ་དུ་རོགས་པ་གོ་དུ་སྐད་བཏང་ཆོག་གི་རོགས། སུ་གཅིག་གི་བཀའ་ངལ་ཡོད་མ་རེད། ཡིན་པ་ཡིན་འདི་ལ་རྒྱབ་ལྗོངས་འདི་དམིགས་ཡུལ་འདི་ཡག་པོ་མེད་ན། ཨ་ནི་ཁུ་ཁུ་སིམ་སིམ་ལ། དེ་སྔ་ཡི་ཉིད་ཚིག་འདི་བེད་སྤྱོད་བྱེད་རྒྱུ་ཡང་ཉན་པ་ལག་བདེ་ལས་ཚིག་འདི། འདི་གི་ཐོག་ནས་ཨ་ནི་བཟོ་བཟོ་བཟོ་གནོང་དང། ག་ཅིག་བསླབ་ན་སྐད་གཏང་མཁན་སོ་སོ་རེད་འཆར་གཞི་བྲིས་མཁན་སོ་སོ་རེད་དམིགས་ཡུལ་ག་རེ་ཡོད་མེད་དེ་སོ་སོ་ཧ་གོ་གི་ཡོད་དུས་ཨ་ནི་སྐྱག་རྫུན་དེ་ཤེའུ་འཁྱེར་གི་ཡོད་རང། དེ་ཡིན་དུས་ང་ཚོ་གི་མི་མང་གི་དྲི་བ་གཏང་ཡས་དེ་འགན་འཁྱེར་ནས་གཏང་གི་ཡོད་རང་མ་གཏོགས་ཧ་མ་གོ་དོན་མ་གཏོགས་འདི་འདྲ་ཅན་རྩ་བ་ཉིད་ནས་གཏང་གི་ཡོད་མ་རེད་དྲི་བ་འདི་ཚོ་ལ་ལྟས་བ་ཡིན་པ་ཡིན་ན་སེམས་བ་ཐོང་འདུག་གི་དང། མདང་དགོང་གི་དྲི་བ་འདི་ཚོ་ཅི་ལྟར་ཟུར་པར་སྐད་གཏང་དགོས་ཡས་དེ་འདྲའི་སྐྱག་རྫུན་བཤད་དགོས་ཡས་ཡོད་མ་རང། འོ་ནི། དགྲ་བཅོང་གི་དམིགས་ཡུལ་ཡག་པོ་ཡོད་ཡས་ན་གཉིས་སྐྱེས་དང་ཡིན་དམིགས་ཡུལ་འདི་ཡོད་ལས་འཆར་འདི་ཡོད། ཤེས་དགོས་ཀྱི་རེད་ད་འདེམས་སྡོད་སྲིད་སྐྱོང་ས་གནས་ལ་ཕེབས་ཐུབ་པ་ལ་མ་འོངས་ལས་འཆར་ཤེས་དགོས་ཀྱི་ཡོད་རེད་རོགས་དྲང་པོ་བཞིན། ད་ལྟའི་གནས་སྟངས་མ་འོངས་ལས་འཆར། འཆར་སྣང་འདི་ཚོ་ཤེས་དགོས་ཀྱི་ཡོད་རེད་ཁག་པོ་བྱེད་ཡོད་མ་རེད་དེ་ནས། བཀའ་མོལ་ཚང་མ་ཅིག་ག་ལ་བ་རེད་གནམ་ལ་ལྡིང་དེ་ནི་གཟིམ་ས་ཆུ་འདི་མེད་རྒྱུ་ཅི་ཡོད་དེ་འདྲའི་རྐྱང་རྐྱང་གནང། ཆུ་ཚོད་གཉིས་ཤིག་དེ་འདྲའི་བཀའ་མོལ་ཅིག་གནང་ཡག་རེད་ཨང་འདིའི་ནང་ལོགས་ལ་ཨང་གབ་དུས་མ་དུས་ད་གོང་དུ་ཞུ་བ་ནང་བཞིན་གབ་དུས་མ་དུས་མང་པོ་བཞུགས་འདི་གི་དང་འདི་ཡིན་འདུག་ག་ལ་འདི་ཚོ་ཁྲིད་ཀྱིས་ང་ཚོ་གི་ཐད་གཏོང་ལ་ཤེས་ཡས་འདི་གི་གང་ས་ཁོ་རང་ལ་དབུ་འབྱེད་བྱེད་ན་ཕན་དགོས་གི་ཡོད་རེད་བསམ་བློ་ཡག་པོ་ཞིག་བཏང་མ་ཡིན་ན་ང་ཚོ་གི་སྐྱོན་བཙུགས་གི་འདི་གི་དོ་བདག་སོ་སོ་གིས་སྐྱོན་འདི་གཙུག་རྒྱོག་འདི་དངོས་གནས་རེད་འདུག་མ་རེད་དངོས་གནས་ཞིག་ན་དཔྱད་པ་བྱེད་དགོས་ཀྱི། མི་དེ་གིས་སྐད་ཆ་འདི་འདྲས་ཅིག་ང་ལ་དྲི་བ་བཏང་སོང། མི་གཅིག་གིས་འདི་འདྲས་ཅིག་ང་ལ་འཛུགས་བཙུགས་སོང། ཡིན་པ་ཡིན་འདི་དངོས་གནས་ངས་བཤད་འདུག་དང་བཤད་མི་འདུག་ཨོ་བཤད་ན། ང། མི་ཕལ་པ་ཅིག་མ་རེད། མ་འོངས་པ་མགོ་ཁྲིད་ཅིག་རེད། ངེད་ཀྱིས་འདི་འདྲས་བཤད་ན་འགྲིག་གི་མ་རེད་ད་བསམ་ནས་སོ་སོ་བཟོ་བཅོས་བཏང་དགོས་ཀྱི་ཡོད་རེད་གཟབ་གཟབ་བྱེད་དགོས་ཀྱི་ཡོད་རེད། ཡིན་ནས་ད་དུང་ཁས་ལེན་གྱི་མི་འདུག་ད་ང་ཚོས་དྲི་བ་བཏང་མཁན་གཅིག་གིས་བཏང་ཡོད་རེད། ས་རཱ་ཐོ་ལོ་རུ་པུའུ་ལ་འདི་འདྲི་བཤད་བཞག་ཁྱེད་རང་གི་ཤེས་མེད་གསུང་གི་འདུག་བརྙན་ཐུང་གཉིས་ཅན་བཏང་ན་ད་འདོད་འཁྱོག་བཤད་ཅིག་ཡོད་ད། དེ་འདྲི་ང་རང་ཚོ་ག་འདྲི་ལྟར་འོས་བླུག་མཁན་འདི་ཚོ་གི་དགོངས་པ་བཞེས་དགོས་ར་འདི་ཚོ་དྲི་བ་གཏང་མཁན་ལ་སྐད་རྒྱག་ཡ་མ་རེད་དོ་དངོས་གནས་སྐད་རྒྱག་དགོས་ཡོད་ན་དངོས་གནས་སོ་སོ་གི་འོ་ཤོག་བླུག་ས་དེ་ལ་སྐད་རྒྱག་ཡ་རེད་དོ་དངོས་གནས་གོང་ས་མཆོག་གི་དགོངས་པ་སྒྲུབ་དགོས་རེད་ལབ་ཀྱི་ཡོད་རེད་ཡིན་ནས་སྐྱག་རྫུན་བཤད་ནས་འགྲོ་འདི་ག། དེ་ཚོ་དེ་རྩ་བ་ཉིད་མཐུན་གྱི་མི་འདུག་མཐུན་དགུ་གོ་རེ་ད། ང་ཚོ་གི་འགོ་ཁྲིད་དེ་ཚོ་གི་ཁ་ནས་ག་རེ་བཤད་གི་འདུག་དེ་ལག་ལེན་ལ་བསྟར་གི་མི་འདུག་འདུག་དང་མི་འདུག་དེ་ང་ཚོ་ལྟ་ནས་འགྲོ་དགོ་གི་རེད་འཇོན་གི་མེད་ན་འཇོན་གི་མེད་རེད་ཨ་མ་བབ་རོགས་ཞེས་ལས་ང་ཚོ་གི་ཐབས་ད་ལྟ་གི་སྒྲིག་འཛུགས་དེ་རྩ་དོན་གང་ཐབས་རྩོད་གང་ལ་ཐུག་བསྡད་གི་ཡོད་རེད། དེ་མ་གཏོགས་ལུང་པ་ཡོད་ཀྱོག་གི་སྒྲིག་འཛུགས་ཅིག་ཡིན་པ་ཡིན་ན་ང་ཚོ་ར་ལང་ཆ་ལང་བྱེད་བཞག་ནས་འགྲིག་གི་ཡོད་རེད་གོ། ཁོ་འཐབ་རྩོད་གལ་ཆེ་གོའོ་མ་རོ། ང་ཚོ། དྲ་བོ་ལ་ཁ་བརྡའི་སྤྱ་ཡིག་གི་སྒྲིག་འཛུགས་ཅིག་ཡིན་པ་ཡིན་འདུག་འདི་སྒྲིག་འཛུགས་དེ་མུ་མཐུད་ནས་རྒྱུན་སྐྱོང་བྱས་ལ། མགོ་ལས་དེ་མཁན་གྱི་མགོ་ཁྲིད་ཡག་པོ་ཅིག་དགོས་ཀྱི་ཡོད་རེད། མགོ་ཁྲིད་འཇོན་མཁན་ཅིག་དགོས་ཀྱི་ཡོད་རེད། མགོ་ཁྲིད་འཇོན་མཁན་ཅིག་དང་ཡག་པོ་ཅིག་མ་ལེན་ནས་འཐུས་ཤོར་ཅིག་ཕྱིན་པ་ཡིན་པ་ཡིན་ན། ང་ཚོ་གིས་འདིས་འཐུས་ཤོར་གྱི་གྱོང་གུད་དེ་ཚ་བས་ལ། ལོ། དུས་ཚོད་མང་པོ་མི་ཐོག་མང་པོ་འཕྲོག་ལ་ཤོར་འགྲོ་ཡི་གི་ཉེན་ཁ་ཅིག་ཡོད་རེད། ད་ལྟ་བར་དུ། རང་ལུས་མེར་སྲེག་བཏང་མཁན་མི་གྱ་དང་དྲུག་ཅུ་ལྷག་སུ་བྱུང་ཡོད་རེད་བ། ད་དང་དུས་འདི་འདྲའི་མང་པོ་ལ་ན་མི་ག་ཚོད་ཀྱི་ཚེ་སྲོག་ཤོར་འགྲོ་གི་ཡོད། འདི་ཚོ་ཚང་མ་ལ་གོང་བུ་བཞེས་དགོས་རོགས། དེ་ཡིན་དུས་ག་ལ་ལན་འདེབས་འདི་ཚོ་ལ་ཨ་ནི་ལན་འདེབས་སྐྱོན་སྟངས་འདི་ཚོ་ལ་གཅིག་གཟིགས་དང། ད་དཔེ་ན་ཆ་ཤོར་ན་ངས་དྲི་བ་གཉིས་བཏང་ཡར་དྲི་བ་གནད་འགག་ཞུ་རེ་ད། དྲི་བ་འདི་ལ་ལན་རྒྱག་གི་མེད་གསུང་ཡོད་རེད། ང་ལ་སྲིད་སྐྱོང་ངོས་ལེན་བྱེད་ཀྱི་མི་འདུག་ནས་གཅིག་བྱས་ན་འདེམས་ཐོན་སྲིད་སྐྱོང་ལས་ཀྱི་བོད་ཡིག་གི་གནས་ཚད་དེ་ག་འདྲ་ཡིན་ནའི་ངས་ཧ་གོ་མི་འདུག་བསམ་གྱི་འདུག་འདེམས་ཐོན་ལས་དེ་མི་མང་གིས་བདམས་བྱ་བ་ལས་ཀྱི་སྲིད་སྐྱོང་ལ་ན་སྲིད་སྐྱོང་ལས་ཀྱི་བར་དང་འདེམས་ཐོན་སྲིད་སྐྱོང་ལ་ཡོད་རེད་དེ་འཚམས་འདྲི་ཞུས་ཡོད་རེད་དེ་མང་པོ་ཅིག་གིས་བཟང་སྤྱོད་མི་འདུག་ལས་ཀྱི་བར་དང། ཡིན་པ་ཡིན་ནའི་འདིའི་སྒང་ལ་འདེམས་ཐོན་སྲིད་སྐྱོང་ལ་དེ་ངས་ཆ་ཚང་ལ་དྲི་བ་ལན་བརྒྱ་ཡོད་རེད་དང། ཚང་མས་ཀྱིས་མཁྱེན་གྱི་རོ། ཆ་ཚང་ལ་ལན་བརྒྱ་སོ། ངས་གང་ལ་དྲི་བ་དང་ངས། འདེམས་མཐུན་སྲིད་སྐྱོང་ལ་ཡང་རེད། ཡིན་པས་ལན་བརྒྱ་རེད། ཡིན་ནས་ངས་དྲི་བ་དེ་ལ་ལན་བརྒྱ་བ་ག་ཅེ་ན་ལན་ཡོད་མ་རེད། ལན་ག་ཅེ་ན་ཡོད་མ་འཆར་གཞི་ཡོད་མ། དཔེར་ན་ཆ་བཞག་ན། ང་ཚོ་དྲི་བ་གཏང་མཁན་གཅིག་གིས་དཔྱ་ཁྲལ་ལག་རྟེན་དང་འབྲེལ་བའི་དྲི་བ་ག་རེ་བཏང་རེད། ང་ཚོ་དཔྱ་ཁྲལ་ལག་རྟེན་བཟོས་ཡོད་ལ་དུས་ཚོད་བཞི་བོ་འགོར་གྱི་འདུག་དཀའ་ལས་འདུག་དྲི་བ་འདི་མ་རེད། དྲི་བ་གར་དང་རེད། དེ་སྔ། ལོ་བཅུ་ལྷག་སྔ་ལྷག་སྤྲེལ་སྨད་ཕྱོགས་ཀྱི་བཅར་འདྲི་ལག་དེབ་འདི་ཚོ། ག་དུས་དུས་ཡོད་འགོ་བཙུགས་ཀྱི་ཕྱིར་བསྡུ་བྱེད་ག་དུས་འགོ་བཙུགས་པ་རེད། ཁོ་རང་གི་སྒྲིག་གཞི་གསར་བ་ཞིག་བཟོས་ཡོད་རེད་བ་ད་ཕྱིར་བསྡུ་བྱེད་ཀྱི། སྒྲིག་གཞི་བཟོས་གནང་མཁན་ཁོ་རང་རེད། དེ་ཡིན་དུས་སྒྲིག་གཞི་བཟོས་ཚར་བ་ཅིག་དེ་ལག་བསྟར་བྱེད་དགོས་ཀྱི་ཡོད་རེད་བ། དེ་ལག་བསྟར་དེ་ད་ལྟ་བ་དུས་ལ། ནིའུ་ཡོག་ལ་མི་ཁྲི་གཅིག་ཡོད་རེད་ཁྲི་གཅིག་ལྷག་ཡོད་རེད། མི་ལྔ་སྟོང་ལ་མ་ཤོག་ཤོག་བླུགས་ཡོད་མ་རེད། ད་མི་ལྔ་སྟོང་ལྷག་གིས་ལོ་བཅུ་བཅོ་ལྔ། བཅར་འདྲི་ལ་དུ་མ་བལྟས་ཅིག་ཉར་བསྡད་ཡོད་རེད། སྒྲིག་འཛུགས་ཀྱི་དེབ་འདི་ཕྱིར་བསྡུ་ག་ཚོད་བྱེད་ཀྱི་རེད་ལ་དུ་གར་འགྲེལ་བཤད་རྒྱག་གི་ཡོད་རེད། ང་གླེ་བ་དང་དཔལ་འབྱོར་ལས་ཁུངས་ལ་ཨ་ནི་བཅར་འདྲི་ལ་བལྟས་ཀྱིས་ལས་བྱེད་ཆོལ་ཚང་ཚུར་སྐྱེལ་བཏང་ཅིག་ཨ་ནི་དེབ་བཟོས་དུས་དཀའ་ངལ་ཡོད་བ་ཚང་མ་གསང་ཡོད་ན་འདིར་འགྲེལ་བཤད་བྱེད་དགོས་ད་དེ་མི་མང་མགོ་སྐོར་བཏང་གི་ཡོད་རོ། ད་འདིའི་རྗེས་ལ་ལམ་སང་ཉིད་ཀྱི་བསྐྱར་དུ་ཡང་བསྐྱར། མཇུག་སྐྱོང་གི་དྲི་བ་དེ་གཏང་རོགས་ད། ད་ཆ་འདི་གནད་འགག་ཆེན་པོ་རེད། འདི་གི་རྒྱབ་ལྗོངས་ཀྱི་དམིགས་ཡུལ་དེ་ག་བ་འགྲོ་ང་འགྲོ་ཧ་གོ་མ་རེད། ལོ་ལྔ་རྗེས་ལ་འདི་གི་ཇེ་མང་ལོ་ལྔ་དེ་ལ་འུ་ཐུག་ཆགས་ཀྱི་ཡོད་རེད་བ། ལོ་ལྔ་རྗེས་ལ། དེ་སྔ་ཡིན་པ་ཡིན་ན་འུ་ཐུག་སྐབས་ལ་ལོ་ལྔ་རང་དཔྱ་ཁྲལ་ལག་དེབ་མ་སྤྲད་ན་འུ་ཐུག་སྐབས་སླེ་བ་དང་དཔྱ་ཁྲལ་ལག་དེབ་དངུལ་བྲིས་ན་འོས་བླུག་གི་ཡོད་རེད་བ། ད་ཁོས་ཕྱིར་བསྡུ་བྱེད་ཀྱི་ལེགས་ཀྱི་ཡོད་རེད་བ། ཕྱིར་བསྡུ་བྱས་ཏེ། ད་ལྟ་ནི་ང་ཚོ་གི་འཇམ་ཐིང་ཐིང་གཡུག་བཞག་བ་ཡིན་ན། ང་ཚོ་གི་གནས་སྟངས་ད་ག་རང་མ་འོངས་པར་ལོ་ལྔ་རྗེས་ལ་ཅག་འདྲེ་ལ་དེ་ཁྱུ་ནི་མ་རེད་ལོ་ལྔ་ཀྲི་གི་ལ་ནི་ཁུ་ཕྱིར་སྡུད་བྱེད་ཀྱི་ན་རོག་ཤོག་ལོ་ཡི་ཐོག་དམ་བཀག་གི་ཡོད་རོག། གཅིག་ནི་ཁོ་རང་དོག་པ་ཡིན་སྲིད་ཀྱི་རེད་ཁོ་རང་སྐབས་ལ་མི་དེ་ཚོ་གི་ཅག་འདྲེ་ལ་དེ་སྤྲད་ས་མ་རེད་བསམ་ནས་འདི་ཡིན་དུས་བརྩམས་པ་ལོ་ལྔ་བ་ཉིས་སྟོང་ཉིས་རྩ་དྲུག་དུ་བ་ལ་ཀྲི་གི་ཡིན་ལབ་ན་འདི་ཚོ་ལ་བཀག་ཡས་ཀྱི་དམིགས་ཡུལ་ཡིན་སྲིད་ཀྱི་རེད་འདི་མིན་པ་ཡིན་ན་ད་ལྟ་ནས་ལག་བསྟར་བྱེད་དགོས་ཀྱི་ཡོད་རོག་ད་དེ་ལོ་ལྔ་བ་དུ་གུག་ཡས་མ་རེད་བ། ད་འདི་འདི་དྲིན་འདི་ཐེབས་ཀྱི་ཡོད་མ་རེད་ཁ་ཆེ་འཆར་གཞི་ཡོད་མ་རེད་དྲིན་ཡོད་མ་རེད་དེ་འདྲའི་བསམ་བློ་འཁོར་ཡོད་མ་རེད། ལོ་ལྔ་ཇེ་མང་གི་དམིགས་ཡུལ་མ་གཏོགས། འདས་པའི་གི་ལོ་བཅུ་བཅོ་ལྔ་ནང་ལོགས་ལ་དཔྱ་ཁྲལ་ལ་དང་མ་བསྟན་གི་དེབ་འདི་ཕྱིར་བསྡུ་བར་ཕྱིར་བསྡུ་བྱེད་དགོས་ཁེལ་གྱི་རེད་བསམ་པའི་གི་དེ་འདྲི་གི་ཡོད་མ་རེད་བང་རིམ། ད་འདི་ངེད་ཀྱི་དྲི་བ་འདི་ལ་ལན་མ་རྒྱག་བ་མ་རེད་ལན་མ་ཕོག་པ་རེད། འདེམས་མདུན་སྲིད་སྐྱོང་འདེམས་མདུན་སྲིད་སྐྱོང་འདེམས་མདུན་སྲིད་སྐྱོང་ཐེངས་མ་གསུམ་ལ་སོང་བ་བསམ་བློ་བཏང་དེར་ལན་ག་རེ་རྒྱག་དགོས་ན་རྒྱག་དགོས་ན་བསམ་ཡིན་པ་ལན་རག་ཡོད་མ་རེད། འདི་འདུག་ད་ཁོ་རང་ལ་ངེད་ཀྱི་དྲི་བ་འདི་མ་འོངས་པར་ལན་རག་གི་ཡོད་ད། ད་ཁོ་ག་འདྲ་བྱེད་ན་ཡང་ལན་ད་འཚལ་ཡས་ཡོད་རེད་བ་ད། ད་ངས་འདི།

རྒྱ་ནག་ལ་གོང་ས་མཆོག་དེ་འདྲི་ཞུ་དགོས་ཡོད་རེད་ལའི་དེ་ཚོ་དེ་སྐད་ཆ་དེ་ཚོ་ཁོ་ནས་མ་འོངས་པ་གསར་ཁང་ནང་ལ་ད་ལྟ་ཡིན་གནས་དེ་ཡོད་རེད་འདི་ཕྱིར་འཐེན་མ་བྱེད་པ་ཡིན་པ་ན་མ་འོངས་པ་རྒྱ་བོ་རིན་པོ་ཆེ་གོང་པ་རྫོགས་ཚར་བའི་གནས་སྟངས་དེ་ཆགས་པ་ཡིན་པ་ན་རྒྱ་ནག་གི་འདི་བེད་སྤྱོད་གཏང་ཡིག་གི་ལམ་ཁ་ཆགས་ཀྱི་ཡོད་རེད་བ་འདི་སུས་བཤད་པ་རེད་བསམ་ང་རང་ཚོ་མགོ་འཁྲིད་ཀྱི་བཤད་རེད་ཟེར་གྱི་རེད་ཨ་རིའི་གཞུང་གི་གྲོས་ཆོད་བཞག་ཚར་ཚར་ཡོད་རེད་དེ་བཞག་ཚར་བའི་རྗེས་ལ་ང་རང་ཚོ་སྲིད་སྐྱོང་གི་ལུགས་བཤད་རེད་ཟེར་ནས་ཚུར་ཞུ་ཡས་ཉེན་ཁ་ཡོད་རེད་བ། འདི་ཡིན་འདུག་བསམ་པ་འདེམས་སྡོད་སྲིད་སྐྱོང་གིས་དེ་སྔ་ལན་གནང་ཡོད་རེད། དཔང་རྟགས་ཡོད་སྲིད་ཤུགས་ཡིག་ཆ་ཡོད་ལབ་ཀྱི་ཡོད་རེད་དེ་ཡིན་པ་ཡིན་ནའི་ཤུགས་ཡིག་ཆ་དེ་ག་རེ་བྱེད་ཀྱི་ཡོད་རེད། ཨིམེལ་བརྒྱུད་ནས་བཏང་ཡོང་སུས་ལ་གཏམ་ཚེགས་ཀྱི་དྲི་བ་བཏང་ཡོད་རེད་ཁྱེད་རང་གི་ཨིམེལ་ཁྱེར་ཤོག་ངས་ཁྱེད་རང་ཨིམེལ་ལ་བཏང་ཡོང་གོ་ལ་རྒྱུ། གསར་ཁང་འདི་གི་གསར་འགྱུར་འདི་ཨིམེལ་བཏང་ནས་བཀོད་ཀྱི་ཡོད་མ་རེད་བ། དྲ་རྒྱ་འཛམ་བུ་གླིང་མིག་གི་མཐོང་ཡོད་ཆེད་དུ་བཀོད་ཀྱི་ཡོད་འདུག་ག་ལ་འདི་ཚོ་བྲིས་ཏེ་མི་གཅིག་གི་ཨིམེལ་ལ་བཏང་ཡོད་མ་རེད་བ། ཕྱི་དྲིལ་ལས་ཁུངས་ཀྱི་དྲ་རྒྱ་ནང་བཞག་དགོས་ཀྱི་ཡོད་རེད་ཇེ་མང་གི་དཔང་མ་འོངས་པའི་དཔང་རྟགས་ཚུལ་དུ། འདི་ཚོ་འདི་གནད་འགག་ཆེན་པོ་རེད། གལ་སྲིད་ཁོ་རང་གིས་ཤེས་མེད་ནར་དང། གལ་སྲིད་ཁོ་རང་གིས་འདི་སྐད་ཆ་འདི་བཤད་ཡོང་བ་ཡིན་ན། ཁོ་ཚོ་གི་ཕྱིར་དུས་ག་དུས་ནམ་ཡང་འཇིག་གི་མ་རེད། དེ་ཁོ་རང་གིས་ཤེས་ཡོར་བ། ད་ལྟ་ཁོ་རང་གིས་པང་དང་ཡིག་ཆ་ཡོད་ལས་དེ་མི་མང་མགོ་སྐོར་བཏང་གི་ཡོར་དང། འདི་གཉིས་མ་ཏོ་འགྲོ་ས་ལམ་ཀ་ཡོང་མ་རེད། འདི་ཕྱི་ནས་ལེན་ཐེ་ཡོང་མ་རེད་ཞོ་ཡན་དང། འདི་ཚོ་འདྲེ་ཁ་སེ་བོར་དང་མི་མང་གིས་ཁེངས་དགོས་ཀི་རེད། ངས་དྲི་བ་འདི་བཏང་བ་འདི་གིས

སྡུག་ས་ནས་བཤད་བ་ཡིན་ན། ད་འདིའི་གནས་སྟངས་འདི། ཨ་ནི་ཆོ་མེད་སྐྱོ་རེད་བས་དྲི་བ་འདི་ཚོ། འདི་ཚོ་དེ་ང་རང་ཚོ་མི་མང་ཚོ་དགོངས་པ་བཞེས་དགོས་དཔེ་གནད་འགག་ཆེན་པོ་རེད་བསམ་དགོས་དང། འདི་ཡིན་འདུག་ག་ལ་སོ་སོ་གི་ད་ནི་འདེམས་ཐོན་སྲིད་སྐྱོང། ཕེ་ཐོ་ཙམ་པ་དྲི་བ་བཏང་དགོས་ཡ་འདི་ཚོ་དྲིས་ཏེ། དངོས་གནས་ཁོ་རང་རྩ་དོན་རང་ལ་བསམ་བློ་བཏང་ནས་གང་ཟག་ལ་ལྟ་ཡི་མེད་ད། དངོས་ནས་བོད་སྤྱི་བོ་རང་ལ་བསམ་བློ་བཏང་ནས་དྲི་བ་བཏང་གི་ཡོད་མ་གཏོགས། གང་ཟག་ལ་བསམ་བློ་བཏང་དྲི་བ་བཏང་བ་ཡིན་པ་ན་ད་ང་དྲི་བ་བཏང་ག་འགྲོ་སྲིད་པ་རེད་མ་སྲིད་པ་རེད། ང་ལ་ངོ་ཤེས། ཁོང་ལ་རྒྱབ་སྐྱོར་བྱེད་མཁན་རོགས་པ་མང་ཐག་ཆོད་ཡོད། དེ་མ་མ་ཚད་པས་ཁོང་ལ་རྒྱབ་སྐྱོར་མ་བྱེད་མཁན་དྲི་བ་མ་བཏང་ལ་མཁན་མང་པོ་བྱུང། དྲི་བ་དང་ནི་ཆོས་ཡོང་མ་རེད་ལིང་རྒྱ་ཡིག་མ་རེད། ཡིན་པས་ནི་ངེད་འདི་མར་དང་ངེད་དམིགས་ཡུལ། ངེད་དམིགས་ཡུལ་དེ་དྲི་བ་བཏང་དགོས་དགོས་རེད་ང་ཚོ་གི་འགན་རེད། དྲི་བ་བཏང་བའི་རྒྱུ་རྐྱེན་ལ་བརྟེན་ནས་ཁོ་རང་གི་གནས་ཚད་དེ་མཐོང་གི་རེད་ང་རང་ཚོ་འགོ་ཁྲིད་དེ་གནས་ཚད་ག་རེད་འདུག་འཆར་གཞི་ག་འདྲེ་འདུག་འཆར་སྣང་ག་འདྲེ་འདུག་མ་འོངས་པ་ང་ཚོ་གི་མདུན་ལམ་ལ་ཁྲིད་ཐུབ་ས་རེད་དང་མ་རེད། འདི་ཚོ་དེ་དྲི་བ་བཏང་ནས་ཤེས་ཀྱི་རེད་མ་གཏོགས་དྲི་བ་ཆུ་ནི་མ་བཏང་ཅེས་ཁུར་གི་དྲུང་འདྲ་བོ་ཅིག་བཤད་ཨ་འགྲོ་ཤ་བས་ན་ལོ་ལྔ་དེ་འདུག་བཅུག་ཅེས་བྱས་མ་ང་རང་ཚོ་གནས་སྟངས་དུག་ཅག་ཅིག་ག་ལ་ལྷུང་ཚ་བའི་རྗེས་ལ་ཨ་ཁ་ལ་ཡ་ཅིག་མ་གཏོགས་ལྷག་ཡ་མ་རེད། གནད་དོན་འདི་འདྲ་དང་འབྲེལ་བའི་ཐོག་ནས་ང་རང་ཚོ་ལ་སྤྱི་ཚོགས་ནང་ལོགས་ལ་དེ་སྔ་ཁོ་རང་གིས་གསུངས་སོང། ང་རང་ཚོ་སྤྱི་ཚོགས་ནང་རྙོག་དྲ་མང་པོ་ཡོད་རེད་རྙོག་དྲ་དེ་ཚོ་རྩ་བ་ནས་མེད་བར་བཟོ་དགོས་རེད་རྙོག་དྲ་དེ་ཚོ་རྩ་བ་ནས་མེད་བར་བཟོ་དགོས་ཀྱི་ཡོད་ན། སྐྱག་རྫུན་བཤད་ནས་རྙོག་དྲ་ག་བས་ཡོང་མ་རེད། ཁྲིམས་ཞིབ་པ་གྱི་གནད་དོན་འདི་གཅིག་པར་དང། ད་ལྟའི་ང་རང་ཚོ་གི་ཁྲིམས་ཞིབ་པ་གྱི་གནད་དོན་འདི་གཅིག་གཅིག་ལ་སྐབས་ནི་ད་ལྟ་བར་དུ་ཆེན་པོ་ཞུགས་ཆགས་རོགས། མཐའ་མ་གོང་ས་མཆོག་ལ་ཞུགས་དགོས་གནས་སྟངས་ཆགས་རོགས་ད་ལྟ་ཡིན་ནས་གཙང་མ་ཆགས་ཡོང་མ་རོགས། དང་པོ་ཁོ་རང་ནས་བཀག་ས་གཅིག་ལ་བཀག་བྱས་དེ་ང་ཉིད་ཞུ་ཡིན་པ། དང་པོ་བསོད་ནམས་ནོར་ཁོ་རང་ཡོད་དེ་ཞུ་སྐབས་ལ་གཙང་མ་བཟོས་བྱས་ཚང་མིག་གིས་འགན་འཁྱིལ་བྱས་བཀག་ཐུབ་བ་ཡིན་པ་ཡིན་ན་དེ་དུས་ནས་གཙང་མ་ཆགས་ཚར། ད་ལོ་ག་ཚོད་བར་དུ་འདི་གནད་དོན་འདི་འགྲོ་གི་རེད། དེ་ཚོ་ཚང་མ་མི་མང་གི་བཟོ་སྐྱོང་རྙོག་དྲ་མར་བ། འདི་རྙོག་དྲ་ཚང་མ་མགོ་ནས་བཟོ་རྒྱུར་བ། ད་དུང་འདེམས་བསྡུའི་སྲིད་སྐྱོང་ཁ་ཚང་ཤེས་སོང། ཁྲིམས་བཞི་ལོ་གསུམ་འདི་ཁོ་རང་ཚོའི་ངོ་ནས་ཁྲིམས་མཐུན་ཅི་ལ་བརྩི་གི་ཡོད་ཟེར་གི་ཡོད་རེད། མི་མང་ལ་འགྲེལ་བཤད་ག་རེ་རྒྱག་གི་ཡོད་རེད། གྲོས་ཚོགས་འདི་ཁྲིམས་བཟོ་ལྷན་ཁང་ཆགས་ཀྱི་ཡོད་རེད། འཛིན་སྐྱོང་འདི་ལག་བསྟར་བྱེད་མཁན་ཆགས་ཀྱི་ཡོད་རེད་ཟེར་གི་ཡོད་རེད། ཁྲིམས་བཟོ་ལྷན་ཁང་གི་དཔེ་བཞག་གི་ཡོད་རེད། ཁྲིམས་བཟོ་ཚོའི་དཔེ་རེད། ཡིན་པ་ཡིན་ནས་འཛིན་སྐྱོང་ལག་བསྟར་བྱེད་མཁན་ཡིན་ལབ་ཀྱི་ཡོད་རེད། གྲོས་ཚོགས་ནི་པི་ཞག་ཅུ་གཅིག་ཁྲིམས་ཆགས་ཚར་བ་དང་གནས་དབྱུང་བཏང་ཚར་བ་རེད་ཡོག་མ་རོ། དེ་འདྲས་ཅིག་ལ་གླ་ཆ་སྤྲད་ཀྱི་ཡོད། གླ་ཆ་སྤྲད་ཡོད་དང། ཁ་སང་གྲོས་ཚོགས་ནང་བཤད་སོང། གླ་ཆ་སྤྲད་སྤྲད་ཡིན་ལབ་སོང། གང་ཡིན་ལབ་ན་བཅའ་ཁྲིམས་ལུང་དྲངས་ཀྱི་ཡོད། བཅའ་ཁྲིམས་ལུང་ག་ཅིག་དྲངས་ཀྱི་ཡོད། འདི་མི་མང་ལ་མགོ་སྐོར་ཐེབས་སྲིད་བར་དང། ང་རང་ཚོ་གིས་སྤྱི་འཐུས་གྲོས་ཚོགས་ནང་ལ་ཁྲིམས་ཞིབ་ཕལ་གྱི་གནད་དོན་གང་ལ་བཀའ་མོལ་གསུང་ཆོག་གི་ཡོག་མ་རེད་འདི་བཞིན་ཁུག་གིས་ད་ག་ས་མི་མང་མགོ་སྐོར་བཏང་ཡ་ལ་བཅའ་ཁྲིམས་སྐྱོར་བཞག་དངོས་ཡོད་གནས་ཚུན་དང། བཅའ་ཁྲིམས་དོན་ཚིང། ལྔ་བཅུ་ང་བཞི་ལ་གཟིགས་དང། སྤྱི་འཐུས་གྲོས་ཚོགས་ནང་ལོར་ཁྲིམས་ཞིབ་ལྷན་ཁྲིམས་ཞིབ་ལྷན་ཁང་དང་འབྲེལ་བའི་བཀའ་མོལ་གསུང་ཆོག་གི་མེད་ལ་གྲོས་བསྡུར་བཀག་སྡོམ་གནང་ལ་འདི་ཡོད་འདི་བཞིན་ནི་ཁུག་གིས་ག་འདྲས་ཤི་ཚད་ཡིན་གུང་སེང་ག་བ་ཆིངས་རེད་ལ་འདྲི་བ་བཏང་རེད་རོ། གྲོས་ཆོད་ཨང་གསུམ་ཚོ་དགུ་དང་འབྲེལ་བའི་རྟགས་ཁྲིམས་གཞི་གང་དང་འབྲེལ་བའི་མ་རྟགས། གྲོས་ཚོགས་ནས་གྲོས་ཆོད་བཞག་རོགས། དེ་འབྲེལ་གྱི་གནས་དབྱུང་བཏང་རེད། ཨ་ནི་ཁོང་ཚོ་ལ་གསོལ་ཕོགས་སྤྲད་ཡོད་རེད་མ་རེད། སྤྲད་ཡོད་ན་ག་རིགས་ཀྱི་ཐོག་ནས་སྤྲད་པ་རེད། ཁོང་ཚོ་གུང་སེང་ཕྱིན་པ་རེད་དང་ག་རེད་ལ་དུ་ལེན་ག་རིགས་བརྒྱབ་རེད་བཅའ་ཁྲིམས་ལུང་དྲངས་ཀྱི་ཡོད་ད། བཅའ་ཁྲིམས་འདི་ང་ཚོ་ཁྲིམས་གཏོར་བའི་ཆེད་དུ་སྒྲིག་གཞི་རེད་པས། དྲང་པོ་ཞུ་ད། དེ་འབྲེལ་གྱི་ང་ཚོ་མགོ་སྐོར་དང་ག་ཅིག་ན་གྲོས་ཚོགས་ནས་ལྟ་ཁུག་གི་འདི་ལེན་རྒྱ་དུ་ཁ་གྲགས་ཡོད་མ་རེད། གྲོས་ཚོགས་ནང་ལོགས་ལ་ཁྲིམས་ཞིབ་པ་ཡི་འབྲེལ་བའི་སྐད་ཆ་བཤད་ཆོག་གོ་མ་རེད། འདི་བཞིན་གྲོས་ཚོགས་ནང་སྐད་ཆ་བཤད་མ་ཚུལ་བ་རེད་ད། ཡིན་པ་ནི་མི་མང་བསམ་པར་བསམ་སྲིད་ཀྱི་ར་ཁུག་གི་འདི་ལ་གྲོས་ཚོགས་ནང་ཁ་ཅིག་བཤད་ཡོག་མ་རེད་ལ་ཡིན་འདི་བསམ་མ་སྲིད་བ་མ་རེད། འདི་ཡིན་དུ་གྲོས་བསྡུར་བཀག་སྡོམ། ཁྲིམས་ཞིབ་ཁང་གི་གནད་དོན་སྐད་བཤད་ཆོག་གོ་བ་མ་རེད། ཡིན་པ་ཡིན་ནས་ད་འདི་སྐད་ཆ་གླེང་ངེས་འདི་གྲོས་ཆོད་ཨང་གསུམ་སོ་དགུ་དང་འབྲེལ་བའི་ཐོག་ནས་སྐད་ཆ་འདི་གླེང་རོགས། གྲོས་ཆོད་ཨང་གསུམ་སོ་དགུ་འདི་གྲོས་ཚོགས་ནས་བཞག་འཇོག་གྲོས་ཆོད་ཅིག་ཆགས་ཀྱི་ཡོད་རེད་བ། འདི་རེད། འདིས་འདི་ཙམ་པོ་ཁུག་གི་གླ་ཆ་སྤྲད་ཡོད་རེད་ད། གླ་ཆ་སྤྲད་བ་མ་ཚད་གྲོས་ཚོགས་ནང་ལ་ཁྲིམས་མཐུན་ཡིན་སྲིད་ལ་ཡོད་ཟེར་གྲོས་ཚོགས་ནང་ཁྲིམས་མཐུན་མཐུན་ནའི་ལ་ཡོད་མ་རེད། ད་དུས་གྲོས་ཚོགས་ནང་ལ་ཁོ་རང་གི་ཁྲིམས་དཔོན་ལ་ཡོད་དེ་ངས་ནོར་བཞག་གོང་གོང་གསལ་ཞུ་རེད་གསལ་གསལ་སུ་རིམ་གར་དུ་བ། ཁྲིམས་དཔོན་ལགས་འདི་བཅའ་ཁྲིམས་གང་ནང་གསལ་གྱི་ཡོག་མ་རེད་ཁྱོད་ཀྱི་ཁྲིམས་དཔོན་ལགས་འདི་དམིགས་ཡུལ་གང་རེད་ལ་ནི་དགོས་ངེས་རྐྱེན་གཅིག་གི་ཐོག་ནས་ཤེས་ཡིན་གྱི་རེད། འདི་ཕྱིར་བསྡུ་བྱེད་དགོས་རེད་ད་ཁྲིམས་གཅོད་ལགས་ནི་ངས་ཕྱིར་བསྡུ་བྱེད་གི་ལ་ནི་ཕྱིར་བསྡུ་བྱེད་སོང་འདི་ཡོད་རེད། ད་མི་མང་ལ་འགྲེལ་བཤད་འདི་འདྲས་རྒྱག་གི་ཡོད་རེད། ཁྲིམས་བཟོ་ལྷན་ཁང་རེད། ཁྲིམས་བཟོ་མཁན་ཁྲིམས་བཟོ་ལྷན་ཁང་རེད་ལ་གྱོད་རེད། ཁྲིམས་ལག་བསྟར་བྱེད་མཁན་འདི་འཛིན་སྐྱོང་རེད་ལ་གྱོད་རེད། ཁྲིམས་འགྲིག་དང་མ་འགྲིག་བྱུས་ན་འདི་རུ་ལུས་ཡོད་ད། ཁྲིམས་ཞིབ་པ་ཆོས་འགྲོ་སྟངས་ཏག་ཏག་རེད་འདི་བཞིན་འདི་བྱ་བྱེད་ཀྱི་རྒྱབ་སྐྱོར་ཡོད་ད། ཡིན་པ་ནས་ལག་ལེན་གང་ལ་འདི་སྒྲུབ་ཀྱི་འདུག་བས། གྲོས་ཚོགས་ནས་འཕོ་འགྱུར་གནས་དབྱུང་སྟངས་བྱང་ཆོས་གཅིག་ལ་གླ་ཆ་སྒྲིག་ཡོད་རེད་ལག་བསྟར་བྱེད་ཀྱི་ཡོད་རེད་འཛིན་སྐྱོང་གིས། འཕོ་འགྱུར་སྟངས་མེད་རྣམ་པ་ཐོག་ནས་གླ་ཆ་སྤྲད་འདུག་བ། ལག་བསྟར་བྱེད་སྟངས་འདི་རེད་བས་ལག་བསྟར་འདི་འགལ་ཟླ་ཆགས་སོང་བ། ད་ག་རེ་བྱེད་ཀྱི་ཡོད་རེད། གྲོས་ཚོགས་དང་ཁྲིམས་ཞིབ་པ་པ་རུ་ལ་ད་འདི་གང་ལ་རྩོད་གླེང་གཅིག་ད་ཁོ་རང་གིས་ཁྲིམས་ཞིབ་པ་འདི་ཁྲིམས་མཐུན་ཡིན་ལའེ་འདི།

ངོ་རྒོལ་ཆེན་པོ་རེད། དྲང་པོ་བཞིན། སྤེན་པ་ཚེ་རིང་དགུ་རྡུང་གོང་ཐང་འགྲིག་གི་མི་འདུག་སྤེན་པ་ཚེ་རིང་གི་ཆང་རག་བཏུང་གི་འདུག་གཅིག་བྱེད་ཀྱི་འདུག་གཉིས་བྱེད་ཀྱི་འདུག་ཤེས་དར་བ། དགག་པ་རྒྱག་དང་ང་ལ། ངས་ཉི་མ་དེ་རིང་དུ་ངས་འདི་ཚོ་ཤེས་ཀྱི་མ་རེད། ད་ལྟ་བར་དུ་ངའི་བརྙན་ཐུང་ལ་སྤེན་པ་ཚེ་རིང་ཆང་རག་བཏུང་གི་འདུག་ལབ་རྒྱུ་གཅིག་བཏོན་དང། དྲང་པོ་བཞིན། དེ་ཚོ་གྲས་དེ་ཚོ་ལྟ་དང་གཉིས་ཀྱི་ཆང་རག་ཆུང་ངེ་དེ་ཚོ་ལག་པ་འཆང་གི་མེད། སྐྱོན་ཆུང་ཆུང་དེ་ཚོ་ལ་ལྟ་ཡི་མེད། ཆེ་ས་ཆེ་ས་ལ་ལྟ་བྱེད། རྩ་དོན་རང་ལ་བསམ་བློ་དང་དྲི་བ་གཏང་གི་ཡོད། འདི་མི་མང་དུ་ཁེངས་འུག་གི་རེད། འདི་ཡིན་དུས་ཙམ་པ་ལ་ང་ཚོས་ཀྱི་ཐ་སྙད་ཀྱི་དྲི་བ་དྲིས་ལན་ནང་ལོག་ལ་ཅིག་གཟིགས་དང། ཚང་མ་ལ་ལན་དྲི་བ་གཏང་མཁན་དེ་ཚོ་ལ་ལན་ག་འདྲའི་སྐྱོན་ཞག་དྲང་པོ་བཤད་ན། གནད་ལ་ཁེལ་བའི་ལན་ཕོག་འདུག་ཨེ། བོད་དེ་རྒྱ་ནག་ཆ་ཤས་རེད་ལ་ཨེ་འདི་ཁྱོད་ཀྱི་ག་དུས་དུས་ནམ་ཡང་མ་རེད་ཨེ་འདིར་མཐའ་གཅིག་ཏུ་ངོ་རྒོལ་ཡོད་ལེགས་ཡོད་རེད་ཨེ་འོག་དེ་ལ་ག་འདྲ། བཙན་དབང་གི་ཐོག་ནས་ཆ་ཤས་རེ་བ་རེ་དུ་མི་མང་ལག་པ་འདབ་ཀྱི་ཡོད། བཙན་དབང་གི་ཐོག་ནས་ནི་བཙན་དབང་རེད་མ་གཏོགས་ཆ་ཤས་ཆགས་ཀྱི་ཡོད་མ་རེད། ཆ་ཤས་མེད་ལ་ཅི་བཙན་དབང་བྱེད་ཀྱི་ཡོད་རེད། ཆ་ཤས་ཡིན་པ་ཡིན་ན་བཙན་དབང་དེ་སླེབས་དགོས་ཡ་ཡོད་མ་རེད། མིན་པ་ཡིན་ན་མི་མང་དེ་ལག་པ་འདབ་ཀྱི་ཡོད་རེད་ད། མི་མང་གང་འདྲས་རེད་ད། དབུ་མའི་ལམ་གྱི་རྒྱལ་སྲིད་ལེགས་པར་ང་ཚོས་དབུ་མའི་ལམ་རྩོད་ཀྱི་ཡོད་རེད་མ་གཏོགས། དངོས་གནས། དབུ་མེད་ལམ་རང་རོགས་བྱེད་ན་བསམ་ང་ཚོ་འབད་བརྩོན་བྱེད་ཀྱི་རོགས་ང་ཚོ་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ལས་འགན་དེ་ག་རེད་རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་རྩ་ནས་དབུ་མེད་ལམ་གྱི་སྲིད་ཇུས་འདི་ལ་ནུབ་པ་ཞིག་ཐོན་རྗེས་དབུ་མེད་ལམ་ཅིག་ཐོབ་ན་བསམ་རེ་བ་བྱེད་ཀྱི་ཡོད་རོགས་ང་ཚོ་དབུ་མེད་ལམ་རྒྱལ་སྲས་ཀྱི་ག་རེ་བྱེད་ཀྱི་རོགས་དབུ་མེད་ལམ་ཕར་སྤྲད་ཟེར་གྱི་ཡོད་ད་བོད་དེ་རྒྱ་མིའི་ཆ་ཤས་རེད་ལབ་ན་དབུ་མེད་ལམ་ཕར་སྤྲད་བ་དེ་གཅིག་པ་རེད་བཅོས་ས་ཡོད་མ་རེད། འཐབ་རྩོད་གོ་རོགས་ཡན་ད་ཆགས་རོགས་ད་ང་ཚོ་དབུ་མེད་ལམ་རྩོད་ཀྱི་ཡོད་རེད་རག་ཐབས་བྱེད་ཀྱི་ཡོད་རེད། ཁོའི་བོད་ཀྱི་ཆ་ཤས་ཡིན་ལ་དེ་དབུ་མེད་ལ་ཕར་སྤྲད་བཞག་ད། དེ་ཡིན་དུ་འདི་ཚོ་ང་ཚོ་མཐོང་ཚུལ་ཙམ་པ་ལ། ང་ཚོ་སུ་ཡི་ཡིན་མ་ཡིན། འགན་འཁྱེར་དགོས་ཀི་ཤེས་དགོས་ཀི་རོ། དེ་ཡིན་དུ་རྒྱབ་སྐྱོར་དེ་ཚོ་བྱེད་མཁན་ཚོ་གི་མ་ཡིན། མ་ག་ན་བྱེད་མཁན་ཡོང་མ་རེད་དྲང་པོ་བཤད་ན། ཁྱེད་ངའི་སྐད་ཆ་ལ་དགག་པ་རྒྱག་ཡོང་ན་རྒྱབ་འདར་བ་ཁུངས་དང་ལྡན་པས། དངོས་གནས་ཁོ་རང་ད་ལྟ་ད་རིང་ངའི་སྐད་ཆ་བཤད་རྒྱུ་ལ་དགག་པ་རྒྱག་ད་ཡ་བརྙན་ཐུང་བཟོས་དོན་དང། སྔོན་ནས་བདུན་ལ་དོན་ནི་ཤེས་དགོས་ནས་དུས་ཚོད་སུས་ཤེས། གྲ་སྒྲིག་ཡིན་ར་དྲང་པོ་བཞིན། བོད་པ་ནང་ཁུལ་འཁྲུག་པ་རྒྱབ་བྱེད་ཁུ་མ་རེད། སྐད་ཆ་འདི་ཚོ་ལ་གསལ་བཤད་བྱེད་མཁན་ཡོད་རོགས། རྒྱ་ནག་མི་མང་མཉམ་དུ་ལ་ང་རང་ཚོ་གི་འདི་བྱེད་ཀྱི་ལེགས་ཡོད་རེད་གྲོས་མོལ་ཡིན་ན་བྱེད་ཀྱི་ལེགས་ཡོད་རེད། བོད་རྒྱ་ཞི་མོལ་བྱེད་ཀྱི་ལེགས་ཡོད་བོད་པ་ནང་ཁུལ་ལ་སྐད་ཆ་བཤད་མ་ཐོན་གལ་ཡོང་མ་རང། འགྲིག་མེད་ན་ཁྱོད་སྐད་ཆ་འདི་འགྲིག་མ་སོང། འདི་འདི་འདྲས་རེད་ཤེས་དང་མི་འདུག་ཨ། ལམ་སང་ལུང་ལེགས་དང་འདེམས་ཐོན་སྲིད་སྐྱོང་ལབ་སོང། ད་ངས་ཁོ་ལ་ལན་རྒྱག་གི་མེད་ལེགས་ཡོད་རེད། གཅིག་ནི་ལན་མ་རྒྱག་མ་རེད་ལན་ཡོད་མ་རེད། ཡིན་པས་ནི་འདི་འདྲའི་ཁོ་རང་གི་འདེམས་ཐོན་སྲིད་སྐྱོང་ལབ་ནི། སྲིད་སྐྱོང་ལ་ངོས་ལེན་མ་བྱེད་ནི། ཨཱ་ཁོ་ལན་རྒྱག་གི་མེད་པ་ཡིན་ན། རྒྱ་ནག་གི་ཁོ་འདེམས་ཐོན་སྲིད་སྐྱོང་ལ་ངོས་ལེན་བྱེད་ཀྱི་ཡོད་རེད་བས། དྲང་པོ་ཞུ་ན། ཨཱ་རྒྱ་ནག་མི་མང་མཉམ་དུ་སྤྱི་མཐུན་རྒྱལ་ཁབ་མཉམ་དུ་བོད་རྒྱའི་ཞི་མོལ་ཡོང་མིན་གྱི་ཐབས་ཤེས་ག་འདྲེ་བྱེད་ཀྱི་ཡོད་ལབ་ཀྱི་ཡོད་རེད་འདི་མི་མང་མགོ་སྐོར་གཏང་གི་ཡོད་རེད་བ། ཁོ་ལ་སྲིད་སྐྱོང་ངོས་ལེན་མ་བྱེད་ན་ཁོ་གི་དྲི་ལན་དྲི་བ་ལ་ལན་རྒྱག་གི་མེད་ལ་ཡོད་རེད་ཨ་ཁོ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཁོ་ལ་སྲིད་སྐྱོང་ངོས་ལེན་བྱེད་རྒྱུར་བྱེད་ཀྱི་ཡོད་མར་བ། ཨ་ཁོ་ག་འདྲས་བོད་རྒྱ་ཞི་མོལ་བྱེད་རྒྱུར། དེ་ཚོ་དེ་ཡོང་ངེས་མེད་བ་ར་ནི་ལམ་ཁ་མི་འདུག་བ། དེ་ཚོ་དེ་ཚོ་དེ་སྐད་ཆ་དེ་ཚོ། ཅིག་བསམ་བློ་བཏང་དང། ཁོ་གི་སྐད་ཆ་དེ་ཚོ་རྒྱུ་མཐན་འདུག་དང་མི་འདུག། ངའི་དྲི་བ་དེ། ང་སྒེར་གཅིག་གི་ཆེད་དུ་དྲི་བ་བཏང་ཡོད་ན་ང་ལ་སྐོར་འདྲ་གི་མི་འདུག་ང་ལ་སུས་དྲ་གོ་འདུག་ང་གཅིག་ཚང་མ་གསུང་ལ་གི་ཡོད་ན་འོང་ཁྱོད་ང་ལ་སྲིད་སྐྱོང་ལབ་མ་སོང་ངས་འདི་ཁྱོད་ལ་མཐུན་རྐྱེན་བྱར་འདུག་ས་མ་རེད་རང་འགྲིག་གི་ཡོད་རེད་འདི་མ་རོ། བུ་རྩ་དོན་ཆེད་དུ་དྲི་བ་བཏང་འདུག་ག་ལ་འདི་ནང་ལ་བོད་མི་ཚང་མས་གི་ཉན་འདོད་ཡོད་རོ་འདི་ལན་ག་འདྲས་ཞིག་འགུག་འདུག་འདི་གསལ་བོ་ཆགས་དགོས་གི་ཡོད་རེད་ཆགས་འདོད་ཡོད་རེད་འདི་ཚོ་དྲི་འགན་ཡོད་རོ་འགན་ཁྱི་མ་སོང། སོ་སོ་དྲ་བ་ཅན་པ་ཡིན་ནས་འདེམས་ཐོན་སྲིད་སྐྱོང་ལབ་དགོས་འདི་ལ་རྒྱུ་མཚན་ཡོད་དམ། རྒྱུ་མཚན་མེད་པར་རྩ་བ་གཉིས་ནས་མེད། ཁ་ཚང་ཐོག་མའི་འཆར་གཞི་བྱེད་པ་ཡིན་ན། འདེམས་ཐོན་སྲིད་སྐྱོང་ལ་གུས་བརྩི་ཡོད་ཞུ་བ་དང་མཉམ་དུ་རྒྱུ་མཚན་དེ་ཚོ་ཤེས་དགོས་བསམ་ཟིན་ཡིན་ན། དྲི་བ་དྲིས་ལན་གྱི་དུས་ཚོད་དང་རྐྱེན་པས་ཀྱི་སོ་སོ་གིས་དེ་ཕྱིར་བསྡུ་བྱེད་པ་ཡིན། སོ་སོ་གིས་འདེམས་ཐོན་སྲིད་སྐྱོང་ཤོད་དགོས་དེ་རྒྱུ་མཚན་དང་པོ་དེ་ག་རེ་ཡིན་ཞུ་བ་ཡིན་ན། ཁོ་རང་ཁྲིམས་མཐུན་གྱི་སྲིད་སྐྱོང་ཆགས་ཀྱི་ཡོད་མ་རེད། གལ་ཆེ་སྡིངས་ཆ་ལ་འགྲེལ་བཤད་བརྒྱབ་དང། སྔོན་ནི། ངེད་ཀྱིས་དམ་བཅའ་ཕུལ་ས་དེ། གྲོས་ཚོགས་ནས་གསུམ་ཆ་གཉིས་ཀྱིས་དཔེ་བཞག་རྒྱུ་གི་ཁྲིམས་དཔོན་གཅིག་དང་དམ་བཅའ་བུན་ཡོད་ལ་འདི་ཁྲིམས་མཐུན་རེད་ལབ་ཀྱིན་ཡོད་བ་ཡིན་ན་ཨ་ངེད་གཞི་ནས་ཁས་ལེན་ཆོག། སུ་གཅིག་ལབ་ཀྱིན་མ་རེད་བ་དེ་ཁོ་ཁྲིམས་མཐུན་ག་འདྲས་ཆགས་ད། ཁྲིམས་འགལ་གྱི་ཁྲིམས་དཔོན་རྩ་ནས་དམ་བཅའ་བུལ་བ་དེ་ཁོ་ཁྲིམས་མཐུན་གྱི་སྲིད་རྒྱུན་ཆགས་ཡོད་མ་རེད། རྒྱུ་མཚན་དང་པོ་འདི་རེད། རྒྱུ་མཚན་གཉིས་པ་དེ། ཁོ་རང་སྲིད་སྐྱོང་ཆགས་འདེམས་ཐོན་སྲིད་སྐྱོང་ཆགས་མ་ཐག་ལ་ལས་ཁུངས་ལས་ཤོར་ནས president ལས་དེ་ལྐོག་ཡིན་ཟེར་གྱི་ཡོད། president ལས་ཚིག་འདི ྋགོང་ས་མཆོག་གི་དགོངས་གཞི་ཡོད་པའི་ཚིག་ཅིག་རེད་ད་དགོངས་གཞི་ནང་ལ་ཡོད་པའི་ཚིག་དམངས་ལ་འགྲེལ་བརྗོད་རྒྱབ་ཆེད president ལས་ཚིག་འདི་འོས་ཤིང་འཚམས་པ་རིན་པོ་འདུག་གསུང་བྱ་སྤྱོད་ཅིག་ཧ་ཅང་ཉིན་མོ་ཁ་ཚང་གཏམ་བཤད་ནང་ཆུ་ཚོད་ཕྱེད་ཀ་ལྷག་ཅིག་དགོངས་པ་རྒྱ་གར་རིན་པོ་ཆེ་དགོངས་གཞི་གང་བཤད་ཡོད་དེ་ཡིན་ནའི་ཁུག་གིས་འདི་ཚིག་འདི་ཕྱིར་བསྡུས་བྱེད་བཞག་རོགས། ངས་ལྐོག་བཞག་པ་ཡིན་ཟེར་ན་ཤེས་ཀྱི་ཡོད་རེད། ལྐོག་དགོས་རྒྱུ་མཚན་ག་རེ་བཤད་ཡོད་རེད། སྲིད་སྐྱོང་ལས་ཚིག་འདི་ཨ་རི་ཡོངས་གྲགས་ཆགས་ན་ཟེར་ན་ཤེས་ཀྱི་ཡོད་རེད། ཡིན་པ་ཡིན་ནའི་དེ་འགྲིག་གི་ཁོ་རང་གིས་སྲིད་སྐྱོང་གི་ཚིག་འདི་ཡོངས་གྲགས་ཆགས་ན་བསམ་པའི་ཐོག་ནས་ལྐོག་གི་ཡོད་བ་ཡིན་ན་འགྲིག་གི་འདུག། ཨ་ནི་ཨ་རི་གྲོས་ཚོགས་དང་རེད། ཨ་ནི་ཁ་སང་སྟེ། National Endowment of Democracy། དམངས་གཙོ་གི་འཕེལ་རིམ་གྱི་ཐོག་ལ་གཏམ་བཤད་གནང་བའི་སྐབས་ལ། President ལགས་ཀྱིས་ཏོ་འདི་མ་ལབ་རོགས་བྱས། ང་ལ་སྲིད་སྐྱོང་ལབ་རོགས་བྱས་ང་ཚོའི་སྐད་ཡིག་སྲུང་སྐྱོབ་ཆེད་དུ་འདི་ཚིག་འདི་ཉར་དགོས་ཀྱི་འདུག་ས་ནི་ཁ་ཅིག་ཞུས་འདུག་གོ། ནང་ཁུལ་ལ་རྫིག་པོ་བཤད་འདུག་གི་ཏོ། དྲང་པོ་ཡིན་ད།

president ལ་དེ་ཡག་པོ་འདུག་གསུང་བཞག་རྒྱུ་གཅིག་ད་ཁུག་གི་ལས་གནས་ལ་སླེབས་བ་དང་འདི་ངས་ལྐོག་པ་ཡིན་ཟེར་ན་སྤོབས་པ་མཐོན་པོ་གང་ལ་ཤེས་ཡོད་རོགས། ཞི་འགྲིག་གི་ཚིག་འདི་ལྐོག་གི་ཡོད་བ་ཡིན་ན་རྒྱུ་མཚན་འདི་ཡིན་པ་ཡིན་ན་ཨ་ལག་བསྟར་བྱེད་དགོས་རེད་ད། ལག་བསྟར་མི་འདུག་ལས་འདིར་བ་ང་ཚོ་གི་འདེམས་ཐོན་སྲིད་སྐྱོང་གི་ཁ་ནས་བཤད་བ་འདི་ལག་ལེན་ལ་མི་འདུག་ལས་འདི་རྒྱུ་མཚན་གཉིས་པ་འདི་རེད president འདི་རྒྱུ་མཚན་གསུམ་པ་འདི་སྤུག་བུ་སློབ་ཡོན་ཆེད་དུ། སྲིད་སྐྱོང་གི་གཟིངས་རྟགས་ལས་དེ་སྲིད་སྐྱོང་གི་གཟིངས་རྟགས་དེ་ང་གནང་བ་འགྲུག་མི་འདུག་ཨུས། ཁུ་སྡིག་བཤད་གདའ། དོ་བདག་དོག་དོག་ལྟ་ཁོ president དེ་གནང་བ་འགྲུག་གི་ཡོད་མ་རེད་སྲིད་སྐྱོང་ཚིག་དེ་གནང་བ་འགྲུག་གི་ཡོད་མ་རེད་སྲིད་སྐྱོང་གི་སློབ་ཡོན་ལ་ཡོད་པའི་སྲིད་སྐྱོང་དེ་ལྐོག་གྱི་ལེགས་ཡོད་ར་བ་དང་བྱེའུ་རྒྱག་དགོས་འདུག་ཨུས། སྲིད་སྐྱོང་དེ་ཚིག་དེ་མི་གཅིག་ལ་དག་པའི་ཚིག་མ་ར་བ། འདས་པའི་སྲིད་སྐྱོང་ལ་གོ་ཆོག་གི་རེད་མ་འོངས་པའི་སྲིད་སྐྱོང་ལ་གོ་ཆོག་གི་རེད་ད་ལྟའི་སྲིད་སྐྱོང་ལ་གོ་ཆོག་གི་རེད། འདི་གཟེངས་རྟགས་འདི་སྲིད་སྐྱོང་བློ་བཟང་སེང་གེ་གི་གཟེངས་རྟགས་ལབ་ཡ་ན་ཁོ་ལྐོག་གི་ད་ལྟ་སྲིད་སྐྱོང་ང་ཡིན་ལབ་ན་འགྲིག་གི་རེད་འོ་ཤིང་འཚམས་པ། ཡིན་པ་ཡིན་ནའི་སྲིད་སྐྱོང་གཟེངས་རྟགས་ལབ་དེ་ཁོ་རང་གི་གཟེངས་རྟགས་སྐབས་ལ་སྲིད་སྐྱོང་གཟེངས་རྟགས་ལོས་ཁོ་རང་གི་གཟེངས་རྟགས་རེད་མ་འོངས་པ་སྲིད་སྐྱོང་སླེབས་མཁན་གཅིག་གི་གཟེངས་རྟགས་འདི་གང་ལ་སློབ་ཡོན་འདི་མཐུན་འགྱུར་བྱར་འདུག་པ་ཡིན་ན་དེ་མ་འོངས་པའི་སྲིད་སྐྱོང་འདི་གི་གཟེངས་རྟགས་ཆགས་ཀྱི་ཡོད་རེད། དེ་འདས་མ་འོངས་དུས་གསུམ་གྱི་སྲིད་སྐྱོང་གཅིག་གི་མཚན་གནས་དེ་ད་ཁོ་མི་གཅིག་གི་ཕྱིར་དུ་ཞིག་གིས་ལེགས་ཡོད་རོ་འགྱུར་བ་དང་གིས་ལེགས་ཡོད་རོ། དེ་ཚོ་དེ་དེ་ཚོ་ཨ་ནི་སྐུ་ལུམ་ག་རེ་རེད། ཡང་མེད་ན་དཔལ་འབྱོར་གྱི་ཐུགས་ཁོ་དྲུག་བྱེད་ཐུབ་ཀྱི་མི་འདུག་གོ་རྒྱ་གྱིས་ལ་གནས་ཚུལ་ཐ་དད་རེད། དཔལ་འབྱོར་ཁོ་དྲུག་བྱེད་ཐུབ་ཀྱི་མི་འདུག་སློབ་ཡོན་དེ་ཕུལ་ཐུབ་ས་མ་རེད་ཨ་འདི་གོ་རྒྱ་གོ་བྱེད་ས་རེད་ལ་ན། ཞུ་ཡས་གང་ཡང་མེད། དངོས་གནས་གོ་ར། འགྲིག་གི་ཡོད་རེད་ར། ཡིན་པ་ཡིན་ཏེ་ད་འདི་ཡོད་བཞག་པ་ཅིག་འདི། གོམ་པ་བདུན་པོས་ལ་ནི་བདུན་ལ་སྤོས་བྱས་འབུམ་གཅིག་གི་སློབ་ཡོན་ཏི་ཕུལ་གྱི་ཡོད་ན་འབུམ་གཅིག་དང་ཕྱེད་ཀ་ཕུལ་ཡོད་ཀྱི། གོང་ནས་གོང་དུ་པར་རེས་མེད་བ་ཅིག་ལ་ཨ་ནི་ཡོད་བཞག་པ་འདི་མིང་འདི་སྣང་བ་འགྲོ་མ་སོང་ང་སྣང་བ་འགྲོ་མ་སོང་ཨེ་ཇོ། འདི་མིང་འདི་ཡིན་པ་ཡིན་ནས་འདིའི་མ་འོངས་དུས་གསུམ་གྱི་མིང་འདི་ཨང་ཁོ་མི་གཅིག་གིས་ཐག་གཅོད་བྱས་ཨང་ཅག་ག་ནི་ར། འདི་ཚོ་འདི་མི་གཅིག་དབང་འཛིན་ལ་ནི་འདི་ར་བ་དང། ང་རང་ཚོ་གི་སྒྲིག་འཛུགས་འདི་མི་གཅིག་དབང་ཆེན་མཆོག་ལ་སྒྲུབ་ཀྱི་འདུག་ལས་དེ་བསམ་བློ་འདིས་ང་ཚོ་ལ་སྡུགས་ཀྱི་ཞེད་སྣང་གླེགས་ཀྱི་ཡོད་རོ་རྔམ་སྐྲག་གླེགས་ཏེ་འདི་ཡིན་འདུག་ག་ལ་དང་འདི་གི་ཁྲིམས་དཔོན་ཅིག་ཡོད་རོ་དང་འདི་གི་ཁྲིམས་དཔོན་འདི་ཚོ་ཡིན་པ་ནི་ཁོ་རང་གིས་ངོ་ནས་སྐད་གསང་མཐོན་པོ་གང་ནས་ཤེས་དང་ངོ། ཁྲིམས་མཐུན་གང་ལ་བརྩི་གི་ཡོད་བཀའ་ཤག་གི་ལངས་ཕྱོགས་བརྟན་པོ་ཡིན་ལེགས་ཡོད་རེད་བཀའ་ཤག་གི་འདི་འདྲའི་ལངས་ཕྱོད་བརྟན་པོ་ཡིན་པ་འདི་འདྲ་ཡིན་པ་ཡིན་ན་བཀའ་བློན་གང་བྱུང་ནས་བསྐོ་ཡོང་མ་རེད། དམ་བཅའ་བུ་ཡིག་ལ་རྐང་གཉིས་འདུག་ཅིང་ཁྲ་ལ་ཁྲོ་ལེ་བཞིན་གང་ཅི་བདེར། བཀའ་ཤག་གི་དམ་བཅའ་དེ་བརྟན་པོ་མིན་བ་འདི་ནི་གསལ་བོ་ཆགས་ཀྱི་འདུག་ཞུས། ཁ་ཚང། འོ། ད་ལྟ་འདི་ཀྲི་པེ་ཀྲི་བྷི་ནང་ག་རེ་བཤད་ཡོད་རེད། བཀའ་བློན་བསྐོ་ཡས་འདི་གྲོས་ཚོགས་ཀྱི་དམ་བཅའ་བུ་ཡིག་ལ་རྐང་གཉིས་ཡོད་རེད་ད་འདི་གྲོས་ཚོགས་ཀྱི་བཀག་པ་རེད་གདོང་མདོག་བཤད་ཀྱི་ཡོད། ཚུལ་ལས་ནི Voice of America ལ་སྐད་ཆ་ག་རེ་བཤད་ཡོད་རེད། བཀོལ་བ་ཡིན་པ་ན་དཀའ་ངལ་འགེལ་ཡོང་མ་རེད་བསམ་ཤེས་ཀྱི་ཡོད་དམ། ད་ད་ནི་བ་ཤིང་ནིའུ་ཡོག་ལ་སླེབས་ནས་ག་རེ་ཞུས་ཀྱི་རེད་ཁྲིམས་དོན་གསུམ་ཁྲིམས་དཔོན་གསུམ་དེ་ལ་ད་གཙང་མ་གཙང་ཀྱང་དང་དམ་བཅའ་བརྟན་པོ་ཡིན་ལང་ག་ལོག་རེད་ད་ལང་ཕྱོགས་བརྟན་པོ་ཐོག་ནས་ད་ལྟའི་བཀའ་ཤག་གི་སྲིད་ཇུས་འདི་བརྟན་པོ་བརྟན་ཀྱང་ཡང་དེ་ཚོ་ཁྲིམས་མཐུན་བརྩི་གི་ཡོད་ལ་ནི་ཤེས་འོང་དུ་བསམ་པ་ན་ཨ་ནི་བཀའ་བློན་གྲོས་ཚོགས་ལ་ཁ་ཆེམས་ཡག་ལ་འདྲི་དགོས་རེད་དེ་ནི་གྲོས་ཚོགས་ཀྱི་བཀའ་བློན་དང་མེད་བཀག་སོང་གྲོས་ཚོགས་བཀག་མ་སོང་ཨ། གྲོས་ཚོགས་ཚོགས་འདུ་དང་པོ་ཧོ་ར་ལ། བཀའ་བློན་འདམ་ཡེ་གི་གོ་སྐབས་སྤྲད་རྗེས། དངོས་གྲུབ་རྡོ་རྗེས། མ། བསྐོས་མ་ཐུབ་པ་ཡིན་ན་བཀའ་བློན་གཞན་པ་དེ་ཚོ་མིང་འདོན་བྱེད་རོགས་བྱེད་ཟེར་དུས་མིང་འདོན་བྱེད་མ་སོང། ཅིག། ག་ལ་བ་རེད་རྣམ་རྟོག་འགྲོ་བ་ཅིག་རྩིས་བྱས། སོ་སོས་རྣམ་རྟོག་སོ་སོས་སྐྱོར་བ་དང། དེ་འདྲས་ཀྱི་ཐོག་ནས་སོ་སོ་གི་མིང་འདོན་མ་བྱས་བར་སྐབས་དེ་དུས་ནས་བསྐོས་ཚར་ཡོད་རེད། ཡིན་པ་ཡིན་ན་ད་ད་ལྟ་བར་དུ་བཀའ་བློན་ཡོད་མ་རེད། འདི་འདུག་འདི་ཚོ་གྲས་འདི་ཚོ་ཅིག་ང་ཚོ་མི་མང་ཚོ་གིས་དངོས་གནས་ཁོ་རང་ཅིག་བསམ་བློ་བཏང་འདུག་ག་ལ་ང་ཚོ་འདེམས་ཐོན་སྲིད་སྐྱོང་གི་ལས་ཀ་བྱེད་སྟངས་འདི་དངོས་གནས་ཁོ་རང་ཁ་ནས་བཤད་བ་ནང་བཞིན་གྱི་ལག་ལེན་འགྲོ་གི་འདུག་མི་འདུག་འདི་ཚོ་བཏགས་པ་དཔེ་གལ་ཆེན་པོ་རེད་བསམ་མོད། འདི་འདྲས་མ་བཏགས་བ་ཡིན་པས་ན་ཨ་ནི་ཅིག་ག་ལ་བ་རེད་ཨ་ནི་མགོ་ལ་ཅིག་སྲིད་སྐྱོང་སླེབས་ས་ན་ཨ་ནི་ག་རེ་བྱེད་ཅི་འདྲ་བོ་བྱ་ཨ་ནི་ང་རང་ཚོ་སྒྲིག་འཛུགས་འདི་དངོས་གནས་ཁོ་རང་ད་ལྟའི་གི་ཁྲིམས་གཞི་གང་ནང་བཞིན་ཆགས་པ་ཡིན་པ་ཡིན་ན་ཨ་ནི། བོད་ནང་གི་གཞི་རིགས་རྒྱལ་སྤྱིའི་མི་མང་གི་རེ་བ་བརླག་འགྲོ་ཡི་མ་གཏོགས་ཡོད་མ་རེད། འདི་འདྲ་བོ་རེད། ད་ང་རང་ཚོ་ཁྲིམས་གཞི་གང་འདྲ་བོ་ཞིག་ཡིན་པ་ཡིན་ན། གོང་ས་མཆོག་གི་དམིགས་ཡུལ་ག་རེ་ཟིན་ཡོད་རེད། དྲང་བོད་ཀྱི་དར་རྒྱས་བྱེད་ས་ཞིག་དང། ང་རང་ཚོ་གི་བོད་མི་ནང་ཁུལ་ལ་དཀའ་ངལ་ཐད་ཐུབ་ཚོད་མནར་གཅོད་འདི་འདྲ་བྱེད་ཀྱི་ཡོད་པ་ཡིན་ན། འདི་འདྲའི་གི་དར་རྒྱས་བྱེད་ས་གི་ད་དྲང་བདེན་གི་ལམ་ག་ཡོད་ཟེར་ན་གཏིང་རྒྱུ་རེད་དེ།

གང་ཅི་ལ། བརྗིད་སྙོམས་སྟངས་འཛིན་ལགས་ན་འདི་རེད་བ་ད། མི་གཅིག་གིས་ཞིག་རང་ན་ང་འདྲའི་བྱེད་ཡས་ཡོག་མ་རེད། ཚང་མ་ལ་གོ་བྱེད་རྒྱག་ཤག་ཏུ་ད་འདི་གི་བཀག་ནས་ཁར་འདི་གི་ཡོག་རོགས་མ་གཏོགས། གཞན་པ་གང་བྱུང་མང་བྱུང་བྱེད་ཡས་རོགས། ད་འདི་ནང་ལོག་ལ་ཡིན་པ་ནས་ད་ད། རིགས་གཅིག་གིས་ད་འདི་རྐུབ་ལ་འགྲོ་ཡས་ཐབས་ཤིག་བཏང་གི་ཡོག་རེད་དེ། ཁྲིམས་སྒྲིག་ཤིག་གིས་ཅིག་གི་འོག་ནས་འགྲོ་ཐུབ་གི་ཡོག་མ་རེད་མ་གཏོགས། གཞན་པ་ཚག་ཚག་རེད། ང་ཚོ་གྲིབ་གཟུགས་ག་ཚོད་འཐོར་ཚར་གི་ཡོད་རེད། དེ་འགྲིག་གི་ཞེད་སྣང་ཚོ་བོ་གནས་སྟངས་ཡོད་རེད། དེ་ཡིན་དུས་ང་རང་ཚོ་མི་མང་ཚོ་གི་འདི་ཚོའི་ཐོག་ལ་དངོས་གནས་ཁོ་རང། ད་དེ་རིགས་ཁ་ཚང་དྲག་རྒྱག་གི་རྐྱེན་བྱེད་ནི། དངོས་གནས། སུ་གཅིག་གི་མགོ་སྐོར་བཏང་ཐུབ་གི་མ་རེད་ཁོ་རང་ཚོ་ཤེས་ཀྱི་འདུག་ཡིན་ནས་མགོ་སྐོར་བཏང་མཁན་འབད་བརྩོན་ཁོ་རང་ཚོ་བྱེད་ཀྱི་འདུག་ཨ་ང་ཚོས་མ་འདོན་རང་འདོན་ཁེལ་གྱི་འདུག་དྲང་པོས་ན། ད་རིགས་ཁ་ཚང་དྲག་རྒྱག་གི་ག་ཚད། ག་ལོག་རེད་ད་དྲག་རྒྱག་གི་དུས་རབས་ཡིན་དུས་ཙམ་པ་ལ་མགོ་སྐོར་བཏང་ཐུབ་ཡ་ཡོད་མ་རེད། དེ་ཞེས་གསུང་གི་ཕྱག་ལེན་གནང་དང་ཕྱི་གསལ་ནང་གསལ། ད་ནི་ང་ཚོ་ཡེ་ནས་དྲ་རྒྱ་ལ་དོན་འུ་གིང་མ་རོགས། ང་ཚོ་དྲ་རྒྱ་ལ་དོན་འདོད་ཡོད་ནི་དོན་སྐྱོང་མ་རེད། འུ་ཐུག་ནས་ད། ཉིས་སྟོང་ཉིས་བརྩག་གཅིག་གི་དངོས་གནས་ཁོ་རང་སྤྱིན་ཟླ་གསུམ་པའི་ཚེས་ཉིས་བརྩེགས་ལྔ་ལ་ཁྲིམས་ཞིབ་བ་གསུམ་དཔེ་རེད་སྤྱིན་ཟླ་ལྔ་བ་ལ་འདུག་ཅིག་སླེབས་འོང་འདུག་བརྩམས་པ་ལ་ཧང་སང་ར་ད། ཧང་སང་ཧོན་ཐོར། མ་བསྡུས་རང་བསྡུས། དྲ་རྒྱ་གི་ལ་མ་བསྡུས་རང་ཀ་མེད་ཆགས་ནས་དོན་ཡོང་རྒྱུ་ཅི་ཡིན་མ་གཏོགས་རོ། གཞན་པ་ཅིག་དངོས་གནས་ཁོ་ར་དེ་སྔ་ནང་བཞིན་གྱི་འདུག་དེ་དེ་ཡོད་ན་དེ་ཚོས་དྲ་རྒྱ་གི་ལ་དུས་དུས་ཀྱི་ཡོད་རྒྱུ་མ་རེད། དེ་ཡིན་འདུག་འདི་ཡིན་འདུག་ག་ལ་ཨ་ནི་ད་རིང་གི་རྣམ་པ་ཚོ་ཚང་མིག་གི་དངོས་གནས་ང་རང་ཚོ་མདང་དགོང་ཨ་ནི་མཐའ་མ་དེ་ལ་ངེད་ཞུ་ཡོད་ཅིག་ལ། ངེད་ཀྱི་དམིགས་ཡུལ་དངོས་གཉིས་མ་དེ་དྲི་བ་བཏང་ཡའི་དམིགས་ཡུལ་གཉིས་པ་དེ་གལ་སྲིད་ད་ནི་ནིའུ་ཡོག་ལ་ང་ཚོ་གི་དྲི་བ་བྲོ་བོ་མ་བཏང་བ་ཡིན་པ་ཡིན་ན། མང་པོ་ཅིག་ངལ་དྲི་བ་མ་བཏང་ལེགས་འདུག་དངོས་གནས་ཁོ་རང་དྲི་བ་བཏང་ན་ནི་ཆོས་མེད་སྐྱོན་རག་གི་རེད། འདི་ཆོས་ཡོག་མ་རེད་སྒྲོག་མ་སྒྲོག་ཁོ་རང་ཡོག་མ་རེད་ལག་གཡེང་མང་པོ་འདུག་ཨ་ནི་ཁོ་རང་ཚོ་གིས། འདེམས་ཐོན་སྲིད་སྐྱོང་རྒྱབ་སྐྱོར་གནང་མཁན་ཚོ་གིས་དྲི་བ་བཏང་འདུག་སྐད་ཞུ་རྒྱག་གི་དང་དངོས་གནས་བཞིན་དྲི་བ་དེ་གིས་ཕན་གྱི་ཡོག་རེད་བ། དེ་ཚོ་མགོ་ཚོགས་གི་མི་འདུག་དྲི་བ་བཏང་ན་ཁོ་ལ་སློབ་གསོ་རག་གི་ཡོག་རེད་ཁོ་རང་ལེན་ཤེས་ན་དེ་ཚོ་ཚང་མ་སློབ་གསོ་བྱ་གི་ཡོག་རེད་བ། ཡིན་པ་ཡིན་ན་ཁོ་ཚོ་ཡི་སྐད་རྒྱག་གི་འདུག། ད་ང་རང་དམིགས་ཡུལ་ག་རེ་ཡིན་ལབ་པ་ཡིན་ན་དྲི་བ་བཏང་ཡ་དེ་ངའི་གཙུག་གི་ད་ལྟ་དེའི་དྲི་བ་བཏང་བ་ཡིན་ན་ས་གནས་གཞན་པ་ལ་འདེམས་ཚུལ་སྲིད་སྐྱོང་ཕེར་བ་ཡིན་པ་ཡིན་ནས་དྲི་བ་བཏང་ཡ་དེ་གལ་ཆེན་པོ་ཡིན་པ་དྲི་བ་བཏང་བ་ཡིན་པ་ཡིན་ན་ཨཱ་ནི་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་མི་དེ་ཚོ་གི་དོ་སྣང་སྤྲི་གི་ཡོད་དེ་འདྲས་གི་གནས་སྟངས་གི་ཚོགས་ནས་དངོས་གནས་སྤྱི་བ་རང་ལ་བསམ་བློ་བཏང་དྲི་བ་བཏང་ག་ཡོང་ཡིན། དེ་དུས། ང་ཚོ་གི་དྲི་བ་དང་ངས་དེ་འདེམས་སྡོད་སྲིད་སྐྱོང་མཆོག་ལ་གནག་གནག་དང་སྐྱག་སྐྱག་དང་སྲིད་འདེམས་སྡོད་སྲིད་སྐྱོང་ལ་རྒྱབ་སྐྱོར་བྱེད་མཁན་དེ་ཚོ་ལ་མ་དགའ་བསོད་དང་དེ་འདྲའི་རྩ་བ་ཉིད་ནས་མིན་འདི་མེད་དགོས་རྒྱུ་མཚན་དེ། ཨ་ནི་ད་ལྟའི་ང་ཚོ་གི་དྲི་བ་དང་བྱ་བ་དེ་ནི་ཁ་གསལ་བོ་གསལ་རྐྱང་མཐོང་ཐུབ་གི་རེད་རྣམ་པ་ཚོ་ཚང་མས་གི་བསྐྱར་དུ་ཡང་སྐྱོ། ང་ཚོ་གི་དྲི་བ་དང་བྱ་ཁྱོད་དེ་ཚོ་གཅིག་གཟིགས་ལྟར་བ། འདས་པའི་གི་གནས་ཚུལ་ཐོག་ནས་དྲི་བ་རྐང་གཅིག་ཡོད་མ་མཐའ། འདས་པའི་གནས་ཚུལ། ཀྱག་ཀྱག་བྱས་ན་འདས་པའི་གནས་ཚུལ་ག་ཚོད་ལོ་སྔོན་སྔོན་རོལ། ག་བ་རིན་པོ་ཆེའི་དགོངས་གཞི་དང་མཐུན་པ་ཇི་སྐོར་རེད་ལ་དུ་འདས་པའི་རྙོག་དྲ་ག་ཚོད་ཡོད་རེད་ད། དེ་ཚོ་ང་ཚོ་གི་དྲི་བ་བཏང་ཆོག་གི་རོ། དེ་ཚོ་དྲི་བ་ཡོད་མ་རེད། དེ་ཏུ། ཁོང་རང་གིས་ལོ་གཅིག་གི་ནང་ལོག་ལ་ཕྱག་ལས་གནང་བའི་བརྒྱུད་རིམ་གྱི་ཐོག་ནས་དྲི་བ་ག་རེ་ཡོད་འདི་བཏང་ཡོད་མ་གཏོགས་པས་ང་ཚོ་གི་དྲི་བ་བཏང་དཀའ་ཡོད་ངེས་དེ་ཨ་ནི་ཁོང་རང་ལ་མ་དགའ་བ་དང་ཨ་ནི་ཁོང་རང་རྒྱབ་སྐྱོར་བྱེད་མཁན་ལ་མ་དགའ་བ་རྩ་བ་ཉིད་མེད་ད། ངུ་ནི་ཁོ་རང། ང་ཚོས་དྲི་བ་དང་ཡས་དེ་ངུ་ནི་བུ་སྤྱི་བ་རང་ལ་ཟབ་མོ་དང་ནི། དྲི་བས་ཀྱི་ངོ་དོང་ཁོ་རང་ད་ག་རང་ཡིན། ཨ་ཁོ་རང་གིས་ལན་མ་གནང་ཡས་དེ་ཨ་ཁོ་རང་གིས་འདི་རེད་ད། ག་ལོ་རེད། འཇོན་ཐང་ལ་ན་རེད་ནུས་པ་ལ་ན་རེད་ཤེས་ཚད་ལ་ན་ད་འདི་རེད་ད་འདི་མ་གཏོགས་ངའི་ག་ལ་ཐུག་མ་རང་གནའ་བོ་ཚང་མས་ཀྱི་ཐུག་ལ་ག་རི་གོང་གིས་འདུག་ཨ་ད་ག་རང་རེད། འོ་འདི་ཞུ་ཡས་འདི་ཡིན་འདུག་ག་ལ་ཨ་འདི་ང་རང་ཚོ་གི་མདང་དགོང་གི་ཐད་གཏོང་དེ་གནའ་བོ་ཚང་མས་གཟིགས་ཡོད་ཀྱི་རེད་འདི་ནི་མ་འདི་གནའ་བོ་ཚོ་གོ་ཡས་འདི་ཚོ་ཚང་མ་ངུ་ནི། དྲུག་གོ་ཡས་གལ་ཆེན་པོ་རེད། ཨ་ནི་མ་འོངས་པ་བསམ་བློ་གནང་ལོ་ལ། འདི་ལྟ་བའི་ཐོག་ནས་དངོས་གནས་མ་འོངས་པ་མགོ་སྒྲིལ་གདམ་སྟངས་རེད་འདི་ཚོ་ཁ་ལ་བསམ་བློ་ཡག་པོ་གཏང་དགོས་གོར་མ་གཏོགས་ང་རང་ཚོ་སྤྱི་ཚོགས་དེ་ཁྱོད་ཁ་དང་སྣག་རེད་ནང་སྒུག་རྐྱང་རྐྱང་བཤད་བསྡད་བ་ན་འགྲིག་གི་ཡོད་མ་རེད་ཡིན་པ་ཡིན་ན་ངས་གང་དུ་ཞུས་སོང་ཤེས་འདོད་མེད་ཡིན་ན་མ་འགྲིག་པ་དེ་མ་འགྲིག་པ་དེ་བཤད་གོ་རེད་གསུང་ཡས་དེ་གོང་ས་མཆོག་གི་ལམ་སྟོན་བཀའ་སློབ་རེད་དེ། འདིས་འདུག་ཙམ་པ་ལ་འདི་ང་ཚོས་དུས་ནམ་ཡང་ད་ཁ་བཙུམ་གི་མ་རེད་ད་དུས་ནི་དུས་ཚར་རེད། གནས་སྟངས་འདི་བས་ནི་ཁོ་རང་ཚོ་གི་ཟོལ་བཞག་རྒྱུ་རེད་ད་ལྟ་ཡོད་པ་ནི་ཁྲིམས་ཞིབ་པ་གི་གནད་དོན་དེ་དཀའ་ངལ་དང་དོད་བསལ་ཡོད་མ་རེད་འདིས་འདུག་ཙམ་འདིའི་ཐོག་ལ་མུ་མཐུད་ནས་སོ་སོ་གི་ཡིན་པ་ནི་དོན་ཡོད་དགོས་ཡས་ཀི་གནས་སྟངས་དེ་ཆགས་སོང་ན་ག་དུས་ནས་དོན་ཡོང་གི་ཡིན་ཞུ་ཡས་ཡིན་ཨ་ནི་རྣམ་པ་ཚོ་ཚང་མ་ལོས་ལ་ཨ་ནི་བཀྲ་ཤིས་བདེ་ལེགས་ཨ་ནི་ཟིམ་ཆ་གནང་གོ་ཞུ་ཡས་ཡིན་སོ་སོ་དེ་ཡོད་དེ་ཙམ་པས་བཀྲ་ཤིས་བདེ་ལེགས།